འགྲོ་བ་རྣམས་ཀྱི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་རྟེན་ཅིང་འབྲེལ་བར་རྣམ་མཁྱེན་བླ་ན་མེད་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ལ་ཅི་ནས་ཀྱང་གུས་པར་བྱ། དེ་ཡི་ཆེད་དུ་ཟབ་དང་རྒྱ་ཆེ་བའི་ཐེག་པ་ཆེན་པོ་ཆོས་ཀྱི་སྲུང་མ་ནོར་བ་ཡང་དག་པར་ཉམས་སུ་བླང་བར་བྱའོ་སྙམ་དུ་ཐོག་མར་ཀུན་སློང་བྱང་ཆུབ་ཕྱོགས་དང་ཐུགས་བསྐྱེད་པ་རིན་པོ་ཆེ་གསར་གཏོད་དུ་གསན་པར་གནང་བར་ཞུ། དེ་ལ་གང་ཞིག་སེམས་པར་བྱ་བའི་དམ་པའི་ཆོས་ཀྱི་རིམ་པ་ནི་ཇི་སྐད་དུ་ལྷ་ཡི་བུ་ཞུ་བའི་མདོ་ལས། ཆོས་རྣམས་ཐམས་ཅད་བཀའ་དང་བསྟན་བཅོས་གཉིས་སུ་འདུ་ལེགས་པར་གསུངས་དང་དེ་ཡི་དགོངས་འགྲེལ་བ། དེ་ཡི་དབང་གིས་ཤཱཀྱའི་བསྟན་པ་དང་འཇིག་རྟེན་ཁམས་ཀྱི་ཡོན་ཏན་གནས་པར་འགྱུར་རོ་ཅེས་གསུངས་པ་དང་བཀའ་དང་བསྟན་བཅོས་ཀྱི་ཚུལ་གཉིས་སུ་བཞུགས་པ་ལས། འདིར་རེ་སྙེ་མའི་དྭགས་པོ་ལྷ་ཅིག་བསོད་ནམས་ལས་ནི་དེ་ཉིད་ཀྱི་ཞལ་སྔ་ན་མཛད་པའི་ལམ་གྱི་མཆོག་དམ་ཆོས་ཡིད་བཞིན་གྱི་ནོར་བུ་ཐར་པ་རིན་པོ་ཆེན་ཞེས་བྱ་བ་འདི་ཉིད་སྐབས་སུ་ཞུ་བར་བྱ་བ་བསྟན་བཅོས་ཀྱི་ཁོངས་སུ་བཞུགས། དེ་ལ་ཡང། རྒྱུད་ནས་དེ་བཞིན་སྙིང་པོ་དེ་སྐྱེས་ནས་མི་ལུས་རིང། བརྟན་ནས་མི་ལུས་རིང་བྱེད་ཚུལ་སྐྱེས་ནས་དགེ་བའི་བཤེས་གཉེན་ཐབས་ནི་དེ་ཡིས་ལྡང་བ། འབྲས་བུ་རྫོགས་སངས་རྒྱས་ཀྱི་སྒོ་ཕྲིན་ལས་རྟོག་མེད་འགྲོ་དོན་མཛད། ཅེས་སྡོམ་རྣམ་པ་དྲུག་ཏུ་བཞུགས་པ་ལས། དང་པོ། ཨ་ནི། རྒྱུད་དེ་བཞིན་སྙིང་པོ་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་བཞུགས། དེ་ལ་བརྟེན་ནས་ཐོས་བསམ་སྒོམ་པའི་བྱ་བ་ལ་བརྩོན་པས། ད་ནི་འབྲས་བུ་རྣམ་མཁྱེན་བླ་ན་མེད་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་འཁོར་བ་ཐོབ་རུང་ཚུལ། དེ་ལ་བརྟེན་ནས་དང་པོ་རྒྱུ་དེ་བཞིན་ཉིད་པོ་སྟེ། གཉིས་པ་དེ་འདྲ་དེ་ཡང། དེ་ནི་རྟེན་མི་ལུས་རིན་ཆེན་ཏེ། དེ་ནི་ལུས་དང་ཆོས་རྣམ་གཉིས་དང་ལྡན་པ་སེམས་ལྡན་ཐེག་པ་རྣམ་གསུམ་དང་ལྡན་པའི་དེ་འདྲས་ཀྱི་ལུས་རྟེན་སེམས་ལྡན་ཕུན་སུམ་ཚོགས་པ་ཅིག་ལ་མ་བརྟེན་ན། དེ་ནི་རང་དགར་དམྱལ་བ་དང་ཡི་དྭགས་ལ་སོགས་པ་ངན་སོང་གིས་བསྟེན་ན། དེ་ནི། རྒྱུ་བདེ་བར་གཤེགས་པའི་སྙིང་པོ་ཡོད་པ་ཙམ་ཞིག་གིས་དེ་ནི་འབྲས་བུ་ཐོབ་མི་རུང་བ་ཡིན་པ་རེད་དེ་ལ་བརྟེན་ནས་མཐུན་རྐྱེན་དེ་ནི། ལུས་རྟེན་ཏེ་སེམས་ལྡན་ཕུན་སུམ་ཚོགས་པ་དེ་འདྲ་ཅིག་མེད་དུ་མི་རུང་བ་ཡིན་པར་སྟོན་པ་ལ་བརྟེན་ནས། དེ་ནི་རྟེན་ནི་མི་ལུས་རིན་ཆེན་མཆོག། གསུམ་པ་ནི་གཅིག་ནི་དགེ་བའི་བཤེས་གཉེན་ཏེ་ད་དེ་འདྲའི་གི་འཇིག་རྟེན་དང་སེམས་ཅན་ཕུན་སུམ་ཚོགས་པ་ཞིག་ཐོབ་བསྡད་ཡོད་ན་ཡང་རྐྱེན་ཡིན་དགེ་བའི་བཤེས་གཉེན་ལ་མ་བརྟེན་ན་རང་ཅག་རྣམས་ཀྱིས་དཔེ་ནི་འཁོར་བ་ཐོག་མེད་ན་མ་རིག་པའི་ལིང་ཏོག་གི་སྒྲིབ་པ་ལ་བརྟེན་ནས་དཔེ་ནི་དགེ་བ་ལ་དགེ་བ་ཡིན་པར་མ་ཤེས་མི་དགེ་བ་ཡིན་ལ་མི་དགེ་བ་ཡིན་པར་མ་ཤེས་ན་དཔེ་ནི་དགེ་བ་སྒྲུབ་འདོད་ཀྱི་བློ་མི་སྐྱེ་སྡིག་པ་སྤང་འདོད་ཀྱི་བློ་མི་སྐྱེ་བས་དེ་འདྲ་ལ་བརྟེན་ནས་སྤང་བླང་གི་གནད་དེ་ནི་ཚགས་ཚུད་པ་མི་ཡོང་བ་རེད་དེ་ལ་བརྟེན་ནས་རྐྱེན་དགེ་བའི་བཤེས་གཉེན་ལ་བརྟེན་ནས་དཔེ་ནི་དགེ་བའི་བཤེས་གཉེན་གྱི་མདུན་ནས་དེ་ནས་ཐབས་ནི་དེ་ཡི་གདམས་ངག་སྟེ། གདམས་ངག་དེ་ཡིས་དཔལ་ནི་རྒྱལ་བ་སྤྲུལ་པའི་ཚུལ། སྡིག་པ་སྤངས་པའི་གི་ཚུལ། ནད་ཀྱི་ཐོད་པ་དང་བསམ་པ་བསྒོམ་པའི་ཤེས་རབ་ལ་བརྟེན་ནས་རྣམ་མཁྱེན་ཨ་ན་མེད་པ་འབྲས་བུ་མངོན་དུ་བྱེད་པའི་གི་ཚུལ། མདོར་ན་རྒྱལ་བའི་བསྟན་པ་ལ་འཇུག་པའི་ལམ་གྱི་རིམ་པ་དེ་ཚུལ་བྲལ་ཏེ་མ་ནོར་བ་འདྲ་ཞིག་སྟོན་གནང་གི་ཡོད་པ་ཡིན་དུས་དེ་ལ་བརྟེན་ནས་ཐབས་དེ་ཡི་གདམས་ངག་ཟེར་བཞི་པ་དེ་ཡོང་གི་ཡོད་རེད་ད་དེ་ལ་ཡང་བརྟེན་ནས་མི་དག་གུམ་དང་འཁོར་བ་ཡི་ཉེས་དམིགས་ལས་འབྲས་བཅས་པ་དང་བྱང་ཆུབ་སེམས་དཔའི་གཞུང་ལ་དེ་ལྟར་རྣམ་པ་ཞིག་དེ་ཡི་གདམས་ངག་ཐམས་ཅད་བསྡུས་ཡོད་ཅེས་ད་ག་ཚང་མགོ་ལ་ཡོད་པ་ནང་ནས་དཔེར་ན་མི་རྟག་པ་དང། འཁོར་བ་སྤྱི་དང་བྱེ་བྲག་གི་དང། མདོར་ན་ཆོས་ཐམས་ཅད་དེ་ཡིན། དེ་ནི་སྐད་ཅིག་སྐད་ཅིག་གི་དང་བདེ་དབང་མེད་པའི་མི་རྟག་པའི་རང་བཞིན་ཡིན་པ་ལ་ངེས་ཤེས་སྐྱེས་བྱུང། དེ་ནས་གཉིས་པ་དེ་ལའང་ང་ནི་འཁོར་བའི་ཉེས་དམིགས་ཤེས་དང་དམྱལ་བ་ཡི་དང་དུད་འགྲོ་ལ་སོགས་པ་ངན་སོང་གསུམ། ལྷ་དང་མི་དང་ལྷ་མ་ཡིན་ཏེ་བདེ་འགྲོ་གསུམ་སྟེ་འགྲོ་བ་རིགས་དྲུག་གང་དུ་སྐྱེས་ཀྱང་ང་ནི་སྡུག་བསྔལ་གྱི་རང་བཞིན་མ་གཏོགས་བདེ་བ་སྐད་ཅིག་ཙམ་ཡང་མེད། བདེ་བ་ཡོད་པར་རྟག་ཏུ་མཐོང་ན་ཡང་ལྟ་སྣང་གི་བདེ་བ་ཙམ་མ་གཏོགས་ངོ་བོ་དེ་ང་ནི་སྡུག་བསྔལ་གྱི་རང་བཞིན་ཡིན་པ་ལ་བརྟེན་ནས་ནམ་ཞིག་ཀོ་སྡུག་བསྔལ་ལ་འཇུག་འཇུག་མ་གཏོགས་བདེ་བ་རྟག་ཏུ་བ་དེ་ཡོད་མ་རེད། དེ་ལ་བརྟེན་ནས་ད་ནི་འཁོར་བའི་ཉེས་དམིགས་ལ་བསམ་ནས་འཁོར་བ་ལ་བློ་འབྱུང་ཡང། དེའི་གཞུང་ལ་བརྟེན་ནས་ལས་འབྲས་ལ་བསམ་པ་དང། ཚེ་འདི་ཡི་དག་བྱེད་དང་ང་རང་ཚོ་ལུས་སེམས་ཀྱི་བདེ་བ་དང་སྡུག་བསྔལ་སེལ་ཡག་དེ་སྐྱེ་བ་སྔ་མ་རྣམས་སུ་དང་ལས་ཀྱི་ཏིག་བསགས་པའི་དགེ་བའི་ཉེར་ལེན་ལ་བརྟེན་ནས་ཚེ་འདི་ལ་བདེ་སྡུག་དེ་ཡོང་གི་ཡོད་པ་ཡིན་དུས་བཅོམ་ལྡན་འདས་ཀྱིས་ལས་མ་བྱས་པ་དང་མི་འཕྲད་བྱས་པ་ཆུད་མི་ཟ་བའི་ཚུལ་དང་ལས་འབྲས་ཀྱི་ཚུལ་བསམ་གྱིས་མི་ཁྱབ་པ་མང་པོ་གསུངས་ཡོད་པ་དེ་ཚོའི་གྲས་ལ་ཡང་ང་རང་ཚོ་བློ་ཡིས་ཚགས་ཚུད་པར་བྱས་དེ་ཚོ་ལ་ཡང་གོམས་ཤིང་འདྲིས་པར་བྱས། ཉམས་སུ་ལེན་དགོས་པ་ཡིན་དུས་ལས་འབྲས་ཀྱི་ཚུལ་ལ་བསམ་པ། དེ་ནས་ཉེས་དམིགས་ལས་འབྲས་བཅས་པ་དང་བྱང་ཆུབ་སེམས་དེའི་ཆོས་རྣམས་ཏེ་དེ་ནི་སངས་རྒྱས་སྒྲུབ་པའི་ཐབས་མི་ཤེས་པའི་དགེ་སྙིང་པོ་ལ་ད་བྱང་ཆུབ་ཕྱོགས་སུ་སེམས་བསྐྱེད་པ་ཟེར་ནས་ད་ཁ་སང་འདི་ཞུ་བའི་སྐབས་ནས་འགྲོ་བསྡད་ཀྱི་ཡོད་པ་རེད་དེ་ལ་ཡང། དེ་ནས་ཁ་སང་གོང་དུ། སྡོམ་ལ། དེ་ནས་བྱང་ཆུབ་ཕྱོགས་སུ་སེམས་བསྐྱེད་པ་དེ་ལ་ཡང། རྟེན་དང་ངོ་བོ་དབྱེ་བ་དང་དམིགས་པ་རྒྱུ་དང་བླང་ཡུལ་དང་ཆོ་ག་ཕན་ཡོན་ཉེས་དམིགས་དང་འཁྲུལ་སྤྲུལ་སྤྱོད་དང་བསླབ་བྱ་སྟེ་བཅུ་དང་གཉིས་པོ་འདི་དག་གི་བྱང་ཆུབ་མཆོག་གི་སེམས་བསྐྱེད་བསྡུས་བྱས་ནས་ད་ག་ཙང་རྩ་བ་དང་པོ་སྡོམ་གྱི་མགོ་ལ་དེ་ཡོད་པ་རེད་ད་དེ་ལ་དང་པོ་དེ་ནས་རྟེན་དེ་བཤད་ད་རྟེན་ན་ཡང་དག་སྐྱབས་འགྲོ་བཤད་དེ་ནས་ངོ་བོ་བཤད་ད་དབྱེ་བ་དེ་ལ་ཡང་དབྱེ་བ་རྟེན་དང་ཡུལ་དང་དེ་བསམ་པ་ཆོ་གར་བྱས་པའི་ལས་བསླབ་བྱ་དང་ནས་ཕན་ཡོན་དེ་དོན་དམ་དགུ་ཡིས་སྐྱབས་འགྲོ་བསྡུས་བྱས་ནས་ད་དེ་ག་ཙང་གོང་དུ་ཞུས་ཟིན་པ་རེད་ད་དེ་རིང། བསླབ་བྱ་རེ་དང་དབྱེ་བ་དང་རྟེན་དང་ཡུལ་དང་དུས་བསམ་པ་ཆོ་ག་བྱེད་ལས་དེ་ཚོ་འབྲེལ་ཏེ་ཁ་སང་གོང་དུ་ཞུས་ཟིན་ནས། ད་བྱང་ཆུབ་སེམས་བསྐྱེད་ཀྱི་ངོ་བོ་དེ་ཁ་སང་གོང་དུ་ཞུས་ཟིན་པ་རེད། སྡོམ་གྱི་དབང་དུ་བྱས་ཡིན་དུས།

དེ་ནས་སྨོན་པ་བྱང་ཆུབ་ཆོས་དང་སེམས་བསྐྱེད་པའི་བསླབ་བྱ་དང། དེ་ནས་འཇུག་པ་བྱང་ཆུབ་ཆོས་དང་སེམས་བསྐྱེད་པའི་བསླབ་བྱ་ཟེར། སྨོན་སེམས་དང་འཇུག་སེམས་གཉིས་ཀྱི་བསླབ་བྱ་གཉིས་འདུ་བ། ད་དེ་ལ་དང་པོ། དེ་ནས་སྨོན་སེམས་ཀྱི་བསླབ་བྱ་དེ་ཡིས་གསུང་གི་ཡོད་པ་རེད་དེ་ལ་སྡོམ་ནི། སེམས་ཅན་བློས་མེད་བཏང་བ་དང་སེམས་དེའི་ཕན་ཡོན་དྲན་བྱ་དང། ཚོགས་གཉིས་བསགས་པར་བྱ་བ་དང་ཡང་ཡང་བྱང་སེམས་སྦྱང་བ་དང་དཀར་ནག་ཆོས་བརྒྱད་བླང་དོར་ཏེ་ལྔ་པོའི་སྨོན་པའི་བསླབ་བྱ་འདུས་ཟེར་དང། སེམས་ཅན་བློས་མི་བཏང་བ་དང་གཅིག། དེ་ནས་ཅིག་སེམས་དེ་ཡི་ཕན་ཡོན་དྲན་པ་དང་གཉིས། དེ་ནས་བསོད་ནམས་དང་ཡེ་ཤེས་ཀྱི་ཚོགས་གཉིས་བསགས་པར་བྱ་བ་དང་གསུམ། དེ་ནས་བྱང་ཆུབ་ཀྱི་སེམས་ལ་ཡང་ལན་གཅིག་ཙམ་མ་ཡིན་པར་ཡང་ནས་ཡང་དུ་སྦྱངས་པའི་ཚུལ་བཞི། དེ་ནས་དཀར་པོའི་ཆོས་བཞི་ཡང་གླང་ཡང་དང་ནག་པོའི་ཆོས་བཞི་སྟེ་བར་མདོར་ཡག་གིས་མདོར་ན་བླང་དོར་དཀར་ནག་ཆོས་ཀྱི་བླང་དོར་གྱི་ཐོག་ནས། རྒྱ་ནི་གཅིག་མ་བཏོན་ཡང་དེ་དེ་འབྲེལ་གྱི་རིམ་པ་ལྔ་འདྲ་པོ་གཅིག་གི་ནང་ལ་དེ་ནས་སྨོན་པའི་བསླབ་བྱ་ཡོངས་རྫོགས་བསྡུས་པ་ཡིན་གསུངས་འདུག་བ། དེ་དག་ཀྱང་དང་པོ་ནི་ཟེ་ད་དང་པོ་སེམས་ཅན་བློས་མི་བཏང་བ་དེ། དེ་ནས་བྱང་ཆུབ་ཀྱི་སེམས་དེ་མི་ཤོར་བའི་ཐབས་ཡིན་ཟེ་ད་ང་ཚོ་དང་པོ་བྱང་ཆུབ་ཤོར་དུ་སེམས་བསྐྱེད་བྱང་ཆུབ་སེམས་དཔའི་སྡོམ་པ་ཞུས་ཚར་ན་ཡང། དེ་ནས་རྐྱེན་ངན་པ་ལ་བརྟེན་ནས་བྱང་ཆུབ་ཀྱི་སེམས་དེ་ཤོར་སོང་བ་ཡིན་ན་བྱང་ཆུབ་སེམས་དཔའ་རྣམས་ལ་ཉེས་པ་ཆེན་པོ་ཡོང་གི་ཡོད་པ་རེད། སེམས་ཅན་གྱི་དོན་ལ་བསླུ་བ་སེམས་ཅན་ལ་བསླུ་བ་དང་སེམས་ཅན་ལ་མགོ་བསྐོར་བ། དེ་ནས་རང་ཉིད་ཀྱང་བྱང་ཆུབ་སེམས་དཔའི་ལམ་ལ་བརྟེན་ནས་འབྲས་བུ་ཐོབ་ཡ་ལ་ཡང་ཡུན་རིང་པོ་འགོར་བའོ། དེ་འདྲ་གི་ཁ་ཚ་མགོ་ལ་ཡ་དག་དེ་ལྟར་ལྟུང་བ་སྟོབས་དང་བྱང་ཆུབ་སེམས་སྟོབས་ལྡན་པ་དང་འཁོར་བ་རེ་བཅད་འདྲེས་བྱས་ན་ས་ཐོབ་པ་ལ་ཡུན་རིང་ཐོག་ས་ནས་ཞི་བ་ལ་ཡོད་ད། མཚམས་མཚམས་ལ་ནི་བྱང་ཆུབ་སེམས་དེ་ཤོར་ཡང། ཤོར་འདུག་བསམ་ནས་དཔེ་བསགས་འདུག་བསམ་ནས་ཡང་བྱང་ཆུབ་སེམས་ཀྱི་སྡོམ་པ་སླར་ཡང་ཞུ། ཡང་རྐྱེན་ངན་པ་ལ་བརྟེན་ནས་བྱང་ཆུབ་ཀྱི་སེམས་ཤོར་འོ་དེ་འདྲས་བྱས་ནས་ད། དེ་འདྲས་བྱས་ཡིན་འདུག་ལྟུང་བ་སྟོབས་ལྡན་རེ་རེ་བཅད་ཡོད་འདུག་བྱང་ཆུབ་སེམས་དེ་ཉམས་པར་བྱས། སླར་ཡང་བྱང་ཆུབ་སེམས་ཡང་བྱང་ཆུབ་སེམས་ཀྱི་སྡོམ་པ་ཞུ་དེ་འདྲའི་ཚེ་དེ་ཉིད་རེས་མོས་བྱས་ཡིན་དུ་དེ་ནས་ས་ཐོབ་པ་ལ་ཡང་ཡུན་རིང་མོ་འགོར་གྱི་རེད་གསུངས་འདུག་བ། དེ་འདྲ་ཡིན་དུ་བྱང་ཆུབ་སེམས་དེ་ང་རང་ཚོར་མི་ཤོར་བའི་ཐབས་བྱེད་དགོས་གི་རེད་དེ་ལ་དེ་ནས་སེམས་དེ་བློས་མི་བཏང་བའང་ཟེར་ཡག་དེ་དེ་ཡིན་པ་རེད། དེ་ནས་གཉིས་པ་དེ། དེ་ནས་སེམས་དེ་ཡི་ཕན་ཡོན་དྲན་པ་ཟེར་ཡག་དེ་བྱང་ཆུབ་ཀྱི་སེམས་དེ་མི་ཉམས་པའི་ཐབས་རེད་ལ། ཕན་ཡོན་དེ་ཡང་ནས་ཡང་དུ་དྲན་པ་ཡིན་ན་བྱང་ཆུབ་སེམས་དེ་ཉམས་ཀྱི་མ་རེད། ག་རེད་ཟེར་ན། སེམས་ཉོན་མོངས་པ་དང་བག་མེད་པའི་དབང་དུ་འགྲོ་ཡོད་དུས་དེ་ནི་བྱང་ཆུབ་ཀྱི་སེམས་དེ་ཉམས་ཀྱི་ཡོད་པ་རེད། དཔེར་ན། གཞན་གྱིས་ད་ཅིག་ལུས་ཀྱི་ཐོག་ནས་རྣམ་འགྱུར་ངན་པ་བསྟན་ཡ་ལ་སོགས་པ་ཀྱི་རྐྱེན་དང་དེ་ག་ན་གཞན་གྱིས་ཕ་རོལ་པོས་ཀྱིས་ད་ཅིག་ཁ་ངན་དུ་གནའ་ནས་ཅིག་ཁ་ཡི་ཚིག་རྩུབ་རྣ་བ་དང། དེ་ནས་རང་གི་སེམས་ལ་ཕོག་པ་ཡག་གི་གཏམ་ངན་པ་སྣང་བ་ལ་སོགས་པ་དེ་འདྲ་བྱས་ཡོང་དུས་དེ་ནི་ཕན་ཡོན་དེ་རྒྱལ་སོང་ཚེ་བྱང་ཆུབ་སེམས་ཀྱི་ཕན་ཡོན་དེ་ཚོ་རྒྱལ་ཡོང་དུས་བསམ་པ་ལ་དེ་ལ་བརྟེན་ནས་རང་ཉིད་རྐྱེན་ངན་པའི་དབང་དུ་འགྲོ་ནས་དེ་ནི་ཞེ་སྡང་དང་ཁོང་ཁྲོ་གི་དབང་དུ་འགྲོ་ཡོང་བ་རེད་དེ་ལ་བརྟེན་ནས་བྱང་ཆུབ་ཀྱི་སེམས་དེ་ཉམས་ཀྱི་ཡོད་པ་རེད་འོ་དེ་འདྲའི་གི་ད་ཕ་རོལ་པོ་གིས་ལུས་ངག་ཡིད་གསུམ་གྱི་སྦྱོར་བ་ངན་པ་གང་དང་གང་བརྩམས་པ་ཡིན་ན་ཡང་རང་ཉིད་དུས་རྟག་ཏུ་བག་ཡོད་པ་དང་དྲན་པ་དང་ཤེས་བཞིན་གསུམ་གྱི་སྟེང་ནས་ཨེ་ནི་ཅིག་བྱང་ཆུབ་སེམས་དགའི་ཡོན་ཏན་དེ་ཚོ་རྟག་ཏུ་སེམས་ལ་དྲན་ཀྱང་དེ་བག་མེད་པའི་དབང་དུ་མི་སོང་དེ་མ་བརྗེད་པར་བྱས་ནས་དེ་ལ་གོམས་ཤིང་འདྲིས་པར་བྱས་ན་རྐྱེན་ངན་པ་ག་འདྲ་ཅིག་གི་དབང་དུ་སོང་པ་ཡིན་ན་ཡང་ཨེ་ནི་བྱང་ཆུབ་ཀྱི་སེམས་དེ་ཉམས་ཐུག་གི་མ་རེད་དེ་འདྲ་ཡིན་དུས་ཨེ་ནི་གཉིས་པ་དེ་བྱང་ཆུབ་སེམས་ཀྱི་ཕན་ཡོན་དྲན་ན་ཨེ་ནི་བྱང་ཆུབ་སེམས་དེ་མི་ཉམས་པའི་ཐབས་སྟོན་པ་རེད་ཨེ་ནི་གསུམ་པ་དེ་ཚོགས་གཉིས་བསགས་པར་བྱ་བ་ཟེར་ཡ་དེ་བྱང་ཆུབ་ཀྱི་སེམས་དེ་སྟོབས་བསྐྱེད་པའི་ཐབས་ཡིན་གསུངས་པ། སྟོབས་རྒྱས་པའི་ཐབས་འམ་བྱང་ཆུབ་ཀྱི་སེམས་དེ་ཡི་ནུས་པ་འདི་དག་ཅིག། གོང་འཕེལ་དུ་འགྲོ་ཐུབ་ཡག་རེད་ད། གོང་འཕེལ་དུ་འགྲོ་ཐུབ་ཡག་རང་མ་རེད་ད། གོང་འཕེལ་འགྲོ་ཡག་དེ་ཞི་བ་དང་ཡོང་གི་ཡོག་རེད་ད། བྱང་ཆུབ་ཀྱི་སེམས་དེ་ཡི་སྟོབས་བསྐྱེད་པ་འམ། དེ་ནི། དཔེར་ན་བསོད་ནམས་ཀྱི་ཚོགས་བསགས་ཡེ་ཤེས་ཀྱི་ཚོགས་བསགས་ཡིན་དུས་དེ་ནི་བྱང་ཆུབ་ཀྱི་སེམས་ཀྱི་སྟོབས་བསྐྱེད་པའམ་ནུས་པ་བསྐྱེད་པ་ཡིན་པ་རེད། བྱང་ཆུབ་སེམས་ཀྱི་ནུས་པ་རྒྱས་པ། སྟོབས་རྒྱས་པ། གཞན་དོན་རྒྱ་ཆེན་པོ་སྒྲུབ་ཐུབ་ཡག་ལ་སོགས་པ་དང་པོ་དེ་འདྲའི་གེགས་དག་ཅིག་ནམ་མཁའི་མཐར་ཐུག་ཆོད་པར་ཇི་བསམ་པ་སེམས་ཅན་མ་ལུས་མཐའ་ཡང་དེ་བཞིན་ཏེ་ཇི་བསམ་ལས་དང་ཉོན་མོངས་མཐའ་ཆོད་པ་བདག་གི་སྨོན་ལམ་མཐའ་ཡང་དེ་ཙམ་མོ་སོང་བ་ན་བྱིན་གྱིས་བརླབས་ནས་བྱང་ཆུབ་སེམས་ཀྱི་སྨོན་ལམ་དང་བྱང་ཆུབ་སེམས་ཀྱི་སྟོབས་དང་བྱང་ཆུབ་སེམས་ཀྱི་གི་ཡོན་ཏན་བྱང་ཆུབ་སེམས་ཀྱི་གི་འཕྲིན་ལས་རེ་ཟུང་བྲིས་ཏེ་དག་ཚད་མེད་པ་དང་རྒྱ་ཆེ་བ་མང་པོ་འབྱུང་ཐུབ་ཀྱི་ཡོད་པ་རེད་དེ་འདྲ་ལ་བརྟེན་ནས་ནི་ཚོགས་གཉིས་བསགས་དགོས་བ་རེད་གསུང་བ་རེད་ཚོགས་བསགས་པ་ཟེར་བ་དེ་བསོད་ནམས་ཀྱི་ཚོགས་བསགས་པ་དང་ཡེ་ཤེས་ཀྱི་ཚོགས་བསགས་པ། བསོད་ནམས་ཀྱི་ཚོགས་དང་ཡེ་ཤེས་ཀྱི་ཚོགས་དེ་གཉིས་ཡང་དེ་ནས་ཐ་དད་དུ་མ་སོང་བར་ཚོགས་གཉིས་ཟུང་དུ་འཇུག་པ་ལ་བསླབ་དགོས་པ་རེད། དེ་ནས་བཞི་པ་དེ་དཀའ་ན། གང་ཟེར། ཡང་ཡང་བྱང་སེམས་སྦྱང་བ་དང་ཟེར་བདག་བྱང་ཆུབ་ཀྱི་སེམས་ལ་ཡང་ནས་ཡང་དུ་ལན་གཅིག་ཙམ་མ་ཡིན་པར་དེ་ལ་ཡང་ནས་གཅིག་ཐོས་པ་དང་བསམ་པ་བསྒོམ་པ་ལ་སོགས་པའི་དེ་ནང་ནས་གཙོ་བོ་སྒོམ་གྱི་ཐོག་ནས་བདག་བྱང་ཆུབ་ཀྱི་སེམས་ལ་ཡང་ནན་ཏན་དུ་བྱས་བྱང་ཆུབ་ཀྱི་སེམས་ལ་ཡང་ནས་གཅིག་རྩ་བ་ཆེན་པོ་བརྩིས་ནས་ནན་ཏན་དུ་བྱས་པ་ཡིན་ན་དེ་ལ་བྱང་ཆུབ་ཀྱི་སེམས། དེ་ནས་དེ་རེད་ཟེར་ཕེར་བའི་ཐབས་ཡིན་གསུང་བ་རེད། ཡང་དེ་ཚོ་གོང་ནས་གོང་འཕེལ་དུ་འགྲོ་དགོས་བ་རེད་ད། ང་ཚོ་དུས་ཆེན་བྱང་ཆུབ་སེམས་ནས་རིན་པོ་ཆེ་མ་སྐྱེས་པ་རྣམས་བསྐྱེད་ཆོག་ཅིག་སྐྱེས་པ་ཉམས་པ་མེད་པ་ཡང་གོང་ནས་གོང་དུ་འཕེལ་བར་ཤོག་ཟེར་དུང་བྱང་ཆུབ་ཀྱི་སེམས་བསད་ཡག་ཅི་ལ་ང་ཚོ་སེམས་བསྐྱེད་ཡོན་ཏན་བསད་ཡག་དེ་གོང་འཕེལ་དུ་འགྲོ་ཡག་ཡོད་བ་རེད། གོང་འཕེལ་དེ་ཡང་ཚད་མེད་པར་འགྲོ་ཡག་ཡོད་བ་རེད་རྣམ་མཁྱེན་མངོན་དུ་མ་བྱས་ཀྱི་བར་དུ་ལ་དེ་ནི་བྱ་ད་ང་རང་ཚོ་སེམས་ཀྱི་ཡོན་ཏན་དང་སེམས་ཀྱི་ནུས་པ་བསད་ཡག་དེ་སྟོབས་གོང་འཕེལ་དུ་འགྲོ་ཡག་ཡོད་བ་ཡིན་པ་ཡིན་དུས་དེ་འདྲ་དེ་ལ་ཡང། དེ་ནས་བྱང་སེམས་དེ་ལ་ཡང་ནས་ཡང་དུ་ནན་ཏན་དུ་བྱེད་དགོས་པ་ལ་བརྟེན་ནས་བྱང་ཆུབ་སེམས་འཕེལ་ཐུབ་ཀྱི་ཡོད་པ་རེད། ལྔ་པ་དེ་ཡིས་དཀར་པོའི་ཆོས་བཞི་ཚུར་བླངས་ཡང་དང་ནག་པོ་ཆོས་བཞིའི་བར་འདོར་ཡང་དེ་གིས་བརྟེན་ནས་བྱང་ཆུབ་ཀྱི་སེམས་དེ་མི་བརྗེད་པའི་ཐབས་བྱེད་ཀྱི་རེད་གསུངས་བ་རེད། རང་ཉིད་རྐྱེན་ངན་པ་ག་འདྲི་ཅིག་གི་དབང་དུ་སོང་བ་ཡིན་ན་ཡང་བག་མེད་པ་ག་འདྲི་ཅིག་གི་དབང་དུ་སོང་བ་ཡིན་ན་ཡང་བྱང་ཆུབ་སེམས་དེ་རྒྱས་ཐུབ་ཀྱི་མ་རེད། ད་ཐེངས་སྔགས་དེ་གི་ཡོན་ཏན་དེ་རེད། ད་དེ་ལ་དང་པོ་སེམས་ཅན་བློས་མི་བཏང་བ་ལ་བསླབ་པ་ཞེས་བྱ་བ་འདི་བྱང་ཆུབ་སེམས་དང་མི་འཁྲུལ་བའི་ཐབས་དེ་ཤེས་ན་མ་གྲོལ་བའི་བཤོལ་བའི་མདོ་ལས་ཀྱང། བྱང་ཆུབ་སེམས་དཔའ་ཆོས་གཅིག་དང་ལྡན་ན་རྣམ་པ་ཐམས་ཅད་ཀྱི་མཆོག་དང་ལྡན་པའི་སངས་རྒྱས་ཀྱི་ཆོས་རྣམས་ཡོངས་སུ་འཛིན་ཏོ། ཆོས་གཅིག་པུ་གང་ཞེ་ན་སེམས་ཅན་བློས་ཡེངས་སུ་མི་གཏོང་བའི་སེམས་སོ། ད་བྱང་ཆུབ་སེམས་དཔའ་ཆོས་གཅིག་དང་ལྡན་པ་ཡིན་ན། དེ་ནས། སངས་རྒྱས་ཀྱི་ཆོས་མ་ལུས་པ་ཐམས་ཅད་འཛིན་ཐུབ་པ་རེད། དེ་འབྲེལ་གྱི་ཆོས་གཅིག་པོ་དེ་ག་རེ་ཟེར་ན་བློས་མི་གཏོང་བ་རེད་ཟེར་ཡག་དེ་ཡིན་པར་གདའ། བློས་མི་བཏང་ཟེར་ཡག་དེ་ཅི་དང་དེ་འདྲ་ཅིག། འདིའི་འོག་ལ་ཡང་གསུང་གི་འདུག་དེ་ཡང་སེམས་ཅན་གང་དག་གིས་བདག་ལ་མི་རིགས་པ་ཅིག་བྱས་པས་བདག་ཨ་དེ་ལ་སེམས་རྒྱང་བསྲིངས་ནས་ཤ་ཚ་བ་དང་འདྲ་སྟེ་ཕྱིན་ཅི་ཆོས་ལ་ཕན་ཐོགས་པའི་དུས་སུ་ཅུང་ཡང་མི་གདའ། གནོད་པ་བཟློག་པའི་དུས་ཅུང་ཡང་མི་བཟློག་སྙམ་པའི་སེམས་སྐྱེས་པ་ནི་སེམས་ཅན་བློས་བཏང་བ་ཡིན་ནོ་ཟེར། ད། བུ་གཅིག་ལས་ཡང་མ་ཡི་བརྩེ་བ་ལྟ་བུ་དགུ་ཡོད་པ་རེད། བུ་གཅིག་དེ་མ་ཡི་བརྩེ་བ་ཆེན་པོ་ཡོད་པ་རེད་སོ་སོའི་བུ་རྒྱུད་ཡིན་དུས་འཛམ་པའི་བརྩེ་བ་ཆེན་པོ་ཡོད་རེད་ཡང་དེ་འདྲ་གི་བུ་དེའི་ལུས་ལ་ནད་ཅིག་བཏབ་པ་དང་སེམས་ལ་གདོན་གྱིས་གཟིར་བ་ལ་སོགས་པ་དེ་འདྲ་ཆགས་སོང་ན་དེ་ནི་མ་ཡི་བུ་དེ་བློས་བཏང་བྱ་གི་མ་རེད་ད་རུང་ཡང་ནི་མ་ཡི་བུ་ལ་བརྩེ་བ་ཆེ་རུ་འགྲོ་བ་དང་བརྩེ་བ་གོང་འཕེལ་དུ་འགྲོ་ནས་སླར་ཡང་དེ་ནི་སྐྱེས་པར་བསྐྱང་བ་རེད་མ་གཏོགས་བུ་འདོར་གི་མ་རེད་དེ་དང་འདྲ་བར་ད་ནི་ཅིག་ནམ་མཁའི་གར་ཤར་གྱི་སེམས་ཅན་ཐམས་ཅད་ལ་བྱང་ཆུབ་སེམས་དཔའ་གིས་དང་ཅིག་བྱམས་དང་སྙིང་རྗེ་གི་ཐོག་ནས་དང་སེམས་ཅན་ཐམས་ཅད་ལ་དགྲ་གཉེན་བར་མེད་འདུལ་བའི་སེམས་ཅན་ཡོད་དོ་ཅོག་ཐམས་ཅད་ལ་སེམས་མཉམ་པ་ཆེན་པོ་གི་ཐོག་ནས་རྗེས་སུ་བརྩེ་བ་དང། བསྟན་རྩིས་རྒྱས་སུ་སྐྱོང་བ་རེད། ལྷག་པར་དུ་རང་ལ་མ་དགའ་བ་བྱེད་མཁན་གྱི་དགྲ་བོ། དག་ཅིག་ལུས་ཀྱི་ཐོག་ནས་སྡིག་ལྟུང་བྱེད་མཁན། ངག་གི་ཐོག་ནས་ཚིག་རྩུབ་ལ་སོགས་པར་གནང་མཁན། ཁོང་དེ་ནས་ཞིག་སེམས་ཀྱི་ཐོག་ནས་ཁོང་ཁྲོ་བྱས་ནས་ཕར་ཕན་བཏགས་ན་ཡང་ཚུར་གནོད་པ་འབྱུང་བའི་རེ་འབྲས་བྱུང་ན་འོ་ད་ངའི་ཆོས་ལ་ཕན་བཏགས་པའི་དུས་ཚོད་དང་ཡང་ཕན་བཏགས་གི་མེད་གནོད་པ་ལ་ཟློག་པའི་དུས་བྱུང་ན་ཡང་ང་གནོད་པ་ཟློག་གི་མེད་ཟེར་ནས་དེ་འདྲས་ཀྱི་ཡི་དམ་ངན་པ་དེ་འདྲ་སྐྱེས་པ་ཡིན་ན་དེ་ནི་བྱང་ཆུབ་ཀྱི་སེམས་ཤོར་བ་ཡིན་པ་རེད་འོ་དེ་འདྲས་ཡིན་ལུགས་དེ་འདྲ་བ་མ་ཡིན་པ་དེ་ནི་སླར་ཡང་བརྩེ་བ་ཆེན་པོ་དགོས་དགོས་བ་རེད་ད། བརྩེ་བ་ཆེ་རུ་འགྲོ་བ་དང་གཞན་རྗེས་སུ་འཛིན་པ་ལ་ཡང་སེམས་སྟོབས་ཤུགས་ཆེན་པོ་བསྐྱེད་དགོས་ནས་དེ་ཡང་རྒྱུ་མཚན་ཤེས་པའི་ཐོག་ནས་དེ་ལ་བརྟེན་ནས་གང་ཟེར་བྱང་ཆུབ་ཀྱི་སེམས་སྐྱེ་བར་བྱེད་པ་ལ་ཡང་དག་པའི་ལྟ་བ་སྔོན་དུ་འགྲོ་དགོས་ཟེར་ཡང་དེ་དེ་རེད་དུའང་ཡང་དག་པའི་ལྟ་བ་སྔོན་དུ་བསྟན་ཟེར་གྱི་འགྲོ་གི་ཡིན་ན་དེ་ལ་བརྟེན་ནས་བྱང་ཆུབ་ཀྱི་སེམས་གོང་ནས་གོང་དུ་འཕེལ་བ་དང་བྱང་ཆུབ་ཀྱི་སེམས་ཀྱི་སྟོབས་བསྐྱེད་པ་ལ་ཡང་ཕན་ཐོགས་ཆེན་པོ་ཡོད་པ་རེད། དེ་འདྲ་ཡིན་པ་རེད་ད། འདི་ཡིན་དུས། དེ་མེད་ན་ད་བྱང་ཆུབ་སེམས་དེ་ཉམས་འགྲོ་གི་ཡོད་པ་རེད། བྱང་ཆུབ་སེམས་ཉམས་པའམ་དེ་ནས་བྱང་ཆུབ་སེམས་བློས་འདོར་བ། ད་དེ་འདྲ་གི་རྐྱེན་ངན་པའི་དབང་ལ་འགྲོ་གི་ཡོད་རེད། བྱང་ཆུབ་སེམས་དཔའ་མཉམ་གཞག་པའི་གོམས་པའི་སྟོབས་ཀྱིས་རྫོགས་པ་ན་དངོས་འཛིན་དོན་གྱིས་ཟིན་པ་ལ་ཁྱད་པར་དུ་ཡང་སྙིང་རྗེ་སྐྱེ་ཞེས་གསུངས་པ་དང་འོ་དེ་འདྲ་བ་ད། གོམས་པའི་སྟོབས་ཀྱིས་རྫོགས་ཡོད་དུ་བྱང་ཆུབ་སེམས་གོམས་པའི་སྟོབས་ཀྱིས་རྫོགས་ཡོད་དུ། ཕ་རོལ་པོ་དངོས་འཛིན་གདོན་གྱིས་ཟིན་པ་ལ་ལྷག་པར་ཁྱད་པར་དུ་ཡང་སྙིང་རྗེ་སྐྱེས་སེ་སྙིང་རྗེ་ཤུགས་ཆེ་རུ་འགྲོ་བ་མ་གཏོགས་དེ་ནི་བྱང་ཆུབ་སེམས་དཔའ་ཕ་རོལ་པོ་ཀྱི་ཚིག་ངན་པ་ཅིག་གནང་ཡོད་དུ་ལམ་སང་བྱང་ཆུབ་སེམས་དཔའ་དེ་ནི་བློས་བྱང་ཆུབ་སེམས་བློས་འདོར་སོང་བ་ཡིན་ན་དེ་ནི་མི་འགྲིག་པ་ཡིན་པ་རེད་དེ་བློས་འདོར་ཡ་དེ་རྐྱེན་གང་ལ་བརྟེན་ནས་བྱུང་བ་རེད་ཟེར་ན་བྱང་ཆུབ་ཀྱི་སེམས་ལ་གོམས་འདྲིས་མེད་པ་བྱང་ཆུབ་ཀྱི་སེམས་དེ་ཕན་ཡོན་ཚད་མེད་པ་དེ་ཚོ་བྲལ་མཐོང་མ་ཐུབ་པ། རང་ཉིད་བྱང་ཆུབ་ཀྱི་སེམས་ལ་ཡང་གོམས་འདྲིས་ཆུང་བ། བྱང་ཆུབ་ཀྱི་སེམས་ལ་ཡིད་ཆེས་མེད་པ། བྱང་ཆུབ་ཀྱི་སེམས་ལ་ཉམས་མྱོང་མེད་པ། བྱང་ཆུབ་ཀྱི་སེམས་གོང་འཕེལ་དུ་འགྲོ་མ་ཐུབ་བ། འོ་དེ་ནས་ཅིག། ཐོས་བསམ་སྒོམ་པའི་ཤེས་རབ་ལ་བརྟེན་ནས་བྱང་ཆུབ་ཀྱི་སེམས་ལ་ཡང་སྟོབས་བསྐྱེད་པ་དང་ནུས་པ་འཕེལ་ཐུབ་ཡག་གི་དེ་འདྲ་གི་ཅིག། བརྩོན་འགྲུས་བྱེད་མ་ཐུབ་པ་ཡིན་དུས་དེ་ལ་བརྟེན་ནས་རྐྱེན་ངན་པ་ཕྲན་བུ་ཅིག་བྱུང་བ་ཡིན་ན་ཡང་ད་ནི་བྱང་ཆུབ་ཀྱི་སེམས་བློས་འདོར་བ་ལ་སོགས་པ་དེ་འདྲ་གི་རྐྱེན་ངན་པ་དེ་འགྲོ་གི་ཡོད་པ་རེད། འོ་དེ་འདྲས་མ་འགྲོ་བར་ཅི་ལྟར་འགོ་གི་རེད་གསུང་བ་རེད། དེ་ཡང། སེམས་ཅན་ཐམས་ཅད་བློས་བཏང་བ་ལ་ཟེར་རོ་གཅིག་ཙམ་བློས་བཏང་བ་ལ་ཟེར་རོ་ཞེ་ན་སེམས་ཅན་ཐམས་ཅད་བློས་སྤངས་པ་ནི་ཉན་རང་རྣམས་ཉིད་མ་ཡིན་པ་ཁྲ་དང་སྤྱང་ཀི་ལ་ཡང་མི་འོང་སྟེ། དེ་དག་སེམས་ཅན་ཟད་ན་སེམས་ཅན་གཅིག་ཙམ་བློས་བཏང་བ་དེ་ཐུགས་ཚོད་ཀྱི་ནང་ཁོང་དུ་གཉེན་པོས་མ་ལེན་ན་གྲངས་སམ་འཆོར་རོ། སེམས་ཅན་ཐམས་ཅད་བློས་བཏང་ཟེར་ཡ་དེ་དཀའ་ལས་ཁག་པོ་ཡིན་པ་རེད། ཉན་རང་རྣམས་ཉིད་དེ་ཕག་ཤ་ཁྲ་དང་སྤྱང་ཀི་ལ་ཡང་ཡོང་གི་མ་རེད་རང་རང་གི། ད་སེམས་ཅན་གདུག་པ་ཅན་ཁྲ་དང་སྤྱང་ཀི་དང་སྟག་གཟིག་ལ་སོགས་པ་སེམས་ཅན་གདུག་པ་ཅན་རྣམས་བརྩི་གི་ཡོད་རེད་དེ་ཡིན་ན་ཡང་རང་རང་གིས་ཨ་ནི་གཅིག་བུ་དང། སོ་སོ་གི་སྐྱེས་པར་བཅངས་པའི་ཡོ་བུ་ལ་ནི་དེ་ནི་གཅིག་བརྩེ་བ་དང་རྗེས་སུ་སྐྱོང་བ་ཡོང་གི་ཡོད་རེད་དེ་འདྲ་ཡིན་དུས་སེམས་ཅན་ཐམས་ཅད་བློས་བཏང་བ་ཟེར་དེ་ཡོང་ཡ་ཡོད་མ་རེད་ད་སེམས་ཅན་གཅིག་ཙམ་ལ་ཡང་དེ་ནི་རང་གི་སེམས་མ་རངས་པ་བྱས་ནས་དེ་ཡིས་དེ་ནི་རྣམ་འགྱུར་ངན་པ་བསྟན་པ་དང་ཚིག་ངན་པ་རྣ་བ་དང་བཟོས་བྲིས་ཏེ་སེམས་ལ་བཞག་དེ་ནི་ཉི་མ་རེ་རེ་བཞིན་དུ་དེ་སེམས་ལ་བཅངས་དེ་ནི་དེ་ལ་བརྟེན་ནས་སེམས་ཚད་ནས་སྙིང་མ་སྒུག་ད་སང་ཉིན་དེའི་ཅིག་ཐུག་རོགས་བྱས་ན་བསམ་པའི་སྐབས་དེ་ནི་གོ་སྐབས་དེ་སྒུག་ད་གོ་སྐབས་ཐུག་ཡོང་པའི་སྐབས་རོགས་ལ་དེ་ནི་བྱང་ཆུབ་སེམས་དཔའ་དེ་དག་སྙོམས་ཆུང་ཟ་ཆུང་བྱས་ནས་དེའི་སྒང་ལ་ཡར་དེ་ནི་དགའ་བྱུང་བ་རེད། ང་ཚོའི་དུས་ཆེན་ཁ་ཁས་ལེན་ཡ་སྒྲ་ལན་རོགས་ཟེར་གྱི་འདུག་ཨོ་ད་དེ་འདྲ་བོ་བྱས་ནས་དེ་འདྲ་བྱས་པ་ཡིན་ན་དེ་མི་རུང་བ་དེ་བྱང་ཆུབ་སེམས་ཤོར་བ་ཟེར་དེས་ན་སེམས་ཅན་བློས་སྤོང་ཞིང་བསླབ་བྱ་གཞན་ལ་གནས་ནས་བྱང་ཆུབ་སེམས་པ་ཁས་ལེན་ན་ཤིན་ཏུ་མི་འཐད་དེ་དཔེར་ན་བུ་གཅིག་པུ་བསད་ནས་བུ་ཡི་རྫས་གསོག་པ་དང་འདྲ་བོ་ཨོ་ད་སེམས་ཅན་བློས་བཏང་དེ་ནས་བྱང་ཆུབ་སེམས་པའི་བསླབ་བྱ་ལ་གནས་ནས་ད་ང་བྱང་ཆུབ་སེམས་པ་བྱང་ཆུབ་སེམས་པའི་བསླབ་བྱ་ལ་གནས་ཡོད་ང་བྱང་ཆུབ་སེམས་པ་ཡིན་ཟེར་ནས་ཁས་ལེན་ན་མི་འཐད་པ་རེད་གསུང་བ་རེད་ད། ཉམས་ལེན་གྱི་ཐོག་ལ་བྱང་ཆུབ་སེམས་དཔའ་བློས་སྤངས་ཟིན་པ་རེད་ཡིན་ན་ཡང་རྣམ་པའི་ཐོག་ལ་དང་བྱང་ཆུབ་སེམས་ཀྱི་བསླབ་པ་ལ་ཡང་གནས་ཀྱི་ཡོད་པ་ཁས་བླངས་བྱང་ཆུབ་སེམས་དཔའ་ལ་ཁས་འཆེ་བ་དེ་འདྲ་བྱེད་པ་ཡིན་ན་དེ་ནི་ཤིན་ཏུ་མི་འཐད་པ་རེད་དཔེར་ན་བུ་མ་ཅིག་ལ་བུ་གཅིག་མ་གཏོགས་མེད་པ་ན་བུ་དེས་མ་ཡི་ཕ་བསད་བསད་ཚར་ནས་ད་ང་བུ་ཡི་དོན་དག་ལ་ཡང་ནོར་སོགས་ཀྱི་ཡོད་དག་ཟེར་ན་དེ་མི་འོས་པ་མི་འཐད་པ་རེད་བ་དེ་ལྟ་བུ་ཡིན་སོང་བ་རེད། དེ་བས་ན་སེམས་ཅན་དག་ལ་ཕན་འདོགས་པ་རྣམས་ལ་བྱང་ཆུབ་ཀྱི་སེམས་གང་ན་ཕྱོགས་ཏེ་གནོད་པར་བྱེད་པ་ལ་ཕྱོགས་མདོག་ཡོད་པས་དེ་ལ་ཁྱད་པར་དུ་སྙིང་རྗེ་བསྐྱེད་པའི་ཕན་བདེ་བསྒྲུབ་པར་བྱའོ་ཟེར་ན། སོ་སོ་ལས་ཕན་བཏགས་མཁན་གྱི་ཕ་མ་ཡིན་ན་འདྲ་འདུག་སོ་སོ་དགའ་པོ་མྱོས་པོ་ཡིན་ན་རེད་ཅིག་བརྩེ་བས་སྐྱོང་རྒྱས་སུ་སྐྱོང་ཨ་ནི་ཅིག་ཟས་དང་གོས་ལ་སོགས་པ་སྤྲད་མཁན་དེ་ཚོ་འདྲ་འདྲ་སུ་ཡང་ཁོང་ཁྲོ་ཟ་གི་མ་རེད་བ་ད་ང་ཚོ་བྱང་ཆུབ་སེམས་ཤོར་ས་ཀྱི་རྐྱེན་དེ་སུ་ལ་བསྟན་ནས་ཤོར་གི་ཡོད་རེད་ཟེར་ན་འདྲ་བོ་ཟེར་ཡག་དེ་ཡིན་པ་རེད་ད་སོ་སོ་མ་དགའ་ས་ད་ཡུལ་བ་དེ་འདྲས་ཀྱི་ད་དེ་ལ་ཡག་ད་ནི་འདྲ་བོ་ཡིན་དུས་དེ་ལ་བརྟེན་ནས་ད་ནི་བྱང་ཆུབ་སེམས་ལ་ཕྱོགས་གཏོགས་ཡོད་པ་ཡིན་དུས་དེ་ལ་སྙིང་རྗེ་བཅས་དགོས་བ་རེད་ད། ཚུལ་ལ་ཡང་ཚིག་ངན་པ་རྣ་བ་དང་རྣམ་འགྱུར་ངན་པ་བསྟན་པ་ལ་སོགས་པ་དང་མི་དགའ་དང་སྐུར་འདེབས་ལ་སོགས་པ་བྱས་བྱུང་ན་ཡང་དེ་ལ་བར་ཐག་ཅིག་གིས་དགྲ་ལན་སློག་ཡ་དང་ད་ག་ནང་བཞིན་གྱི་མི་དགའ་བའི་སེམས་སྙིང་དུ་མི་སྡུག་པའི་སེམས་བསྐྱང་བ་ལ་སོགས་པ་དེ་འདྲ་མ་ཡིན་པ་དེ་དག་གིས་རྒྱས་དང་དེ་ཡང་དེ་དག་གི་ཚུལ་དེ་ཚོ་ཡག་པོ་ཤེས་པའི་ཐོག་ནས་དང་རྒྱུ་མཚན་ཤེས་པའི་བརྟག་དཔྱད་བཏང་ནས་ཡག་པོ་ཤེས་པའི་ཐོག་ནས་ལྷག་པར་དུ་རང་ལ་ཡང་མ་དགའ་ག་བྱེད་མཁན་དགྲ་བོ་དེ་ཚོ་ལ་དང་སྙིང་རྗེ་དགོས་བ་རེད་གསུང་བ་རེད། སྙིང་རྗེ་བ་ཙམ་མ་ཡིན་པར་སྔོན་ད་ག་བྱང་ཆུབ་སེམས་དཔའ་རྣམས་ཀྱི་སྐྱེས་རབས་ཐམས་ཅད་ལ་ཡང། ཕ་རོལ་པོ་དགེ་སྡང་ང་ལ་ཚུལ། ཚིག་ངན་པར་སྣང་བ་དང། ལུས་ཀྱི་ཐོག་ནས་རྡུང་རྡེག་བྱེད་པ་ལ་སོགས་པ་དེ་ཚོའི་འབྲས་ཀྱི་ལས་ཀྱི་རྣམ་པར་སྨིན་པ་དེ་ཚོ་ཡང་ང་རང་གི་ཚུར་གླེང་བྱས་ནས་མ་འོངས་པ་ལ་ཁོ་རང་གི་མྱོང་བར་འགྱུར་བའི་དགེ་སྡང་ངན་སོང་གི་སྡུག་བསྔལ་དེ་ཚོ་ཡང་ང་རང་གི་འདུག་ཚུལ་སྨིན་པར་ཤོག་ཟེར་ནས་སྡུག་བསྔལ་དང་དུ་ལེན་ནས་ཕ་རོལ་པོ་དགེ་སྡང་སྡུག་བསྔལ་དང་མ་འོངས་པ་ལ་མྱོང་འགྱུར་གྱི་དག། ཡ་ང་བའི་དགེ་སྡང། མྱ་ངན་དེ་ཚོ་བྲལ་ཏེ་སོ་སོ་གི་ཚུལ་ལུས་སེམས་ཀྱི་སྟེང་དུ་ཚུར་བླངས་ནས་དེ་འདྲ་བྱས་ནས་ད་བློ་སྦྱོང་ནང་ནས་སོང་བའི་དགེ། དེ་ནས་ཉམས་ལེན་དེ་ཚོ་བྲིས་ཏེ་ཚགས་ཚུད་པ་བྱེད་དགོས་ཀྱི་རེད་གསུངས་བ་དེ་རེད་དོ། དེ་རེད་ད། དེ་དམ་པའི་ཆོས་ལུགས་ཡིན་གསུངས་བ་རེད་དོ་འདི་ལ་འདི་ནི་དམ་པ་རྣམས་ཀྱི་ཆོས་ལུགས་ཡིན་ཏེ་ཇི་སྐད་དུ་ཕན་བཏགས་ལན་དུ་གནོད་བྱེད་ན་ཡང་ལན་སྙིང་རྗེ་ཆེན་པོས་ནས་འཛམ་བུའི་གླིང་གི་སྐྱེས་མཆོག་ནི་ཉེས་པའི་ལན་ཡང་ལེགས་པའི་དོན་ས་ད། ཕན་བཏགས་ལན་དུ་གནོད་པ་བྱེད་གནོད་བྱེད་ན་ཡང་ལན་སྙིང་རྗེ་ཆེན་པོས་ནས་ཕ་ཕན་བཏགས་ན་ཚུལ་ལ་གནོད་པ་བྱས་བྱུང་ན་དེ་ལ་ཡང་བསྐྱར་ཕ་ཡག་པོ་བྱེད་དགོས་ཀྱི་རེད། འོ་དེ་རེད་དོ། དེ་མ་གཏོགས་ཚུལ་གཅིག་ཞུས་སོང་ན་ཕག་གཉིས་ཞུས་ཟེར་ད་དེ་ཚོ་ན་ཡག་འགྲིག་གི་མེད་པ་རེད་བྱང་ཆུབ་སེམས་དཔའ་རེད་དོ། ཚུལ་ལ་གསུམ་ཞུས་བྱུང་ན་ཕག་བཞི་ཞུས་ཟེར་འོ་དེ་འདྲ་བྱས་པ་ན་བྱང་ཆུབ་སེམས་དཔའ་ད་མ་འོས་པ་ཡིན་པ་རེད་དེ་འདྲ་ཡིན་དུས་ཕ་ཕན་བཏགས་ཡོང་དུ་གནོད་ཟེར་ན་ཡང་ལེན་ཟེར་དེ་གི་ཡང་ལེན་ད་ཡང་སྙིང་རྗེ་ཆེན་པོས་ལེན་ཟེར་ད། འོ་དེ་རེད་ད་རྒྱལ་སྲས་ལགས་ནས་དེ་ཚོ་དྲིས་གནང་ན་ཡག་དེ་ནས་འབྲོག་མང་འདུལ་བའི་དབུས་སུ་འགའ་ཞིག་གི་ཚང་ནས་འགྲོ་བཞིན་ཚིག་ངན་གནང་ན་ཡང་དེ་ལ་དགེ་བའི་ཆེད་ཀྱི་འདུ་ཤེས་ཀྱིས་གུས་པར་འདུལ་བ་རྒྱལ་སྲས་ལགས་ནས་ཡིན་གསུངས་འདུག་བ་ད་མི་མང་པོ་གཅིག་གི་ནང་ལ་ཡང་ཚིག་ངན་པ་གནང་བ་དང། ད་ནི་རང་ལ་བཀའ་བཀྱོན་པ་དང་མ་རངས་པའི་ཚིག་བཤད་བྱུང་ན་ཨོ་ད་ཐོག་མེད་ནས་ཐོས་ནས་མ་རིག་པའི་བག་ཆགས་ངན་པའི་དབང་དུ་སོང་ནས་ལུས་ངག་གི་སྤྱོད་ལམ་ངན་པ་དེ་ཚོའི་དབང་དུ་ལ་ཡ་མཐོང་བཞིན་པ་དང་མ་མཐོང་བཞིན་དུ་དེ་འདྲ་གི་ཐོག་ནས་འཇུག་གི་ཡོད་རེད་དེ་འདྲ་ཡིན་ན་ད་ཕ་རོལ་པོ་གིས་ནི་ད་ལྟ་བར་དུ་ལ་ང་ལ་སྐྱོན་འཛུགས་བྱེད་མཁན་སུ་ཡང་ཡོད་མ་རེད་ང་རང་བསམ་ན་ང་རང་ད་གཙང་མ་ཡིན་ཡང་དག་པ་ཡིན་སྐྱོན་མེད་པ་ཡིན་བསམ་བསྡད་ཀྱི་ཡོད་རེད་ཕ་རོལ་པོ་གིས་ནི་སྐྱོན་འཛུགས་བྱེད་མཁན་སུ་ཡང་མི་འདུག་ཆེད་དུ་གཉེར་ནས་སྐྱོན་འཛུགས་བྱེད་མཁན་སུ་ཡང་ཡོད་མ་རེད་བ་ཡིན་ན་ད་ད་རེང་དབུ་ནས་དྲ་གནས་ཀྱི་མི་མང་པོ་འདི་འདྲ་གཅིག་གི་ནང་ལ་ཡ་ང་ལ་ཡང་ཚིག་ངན་པར་རྣ་བ་དང་སྐྱོན་འཛུགས་འདི་འདྲས་བྱས་ད་ཁ་བཏང་བ་ལ་སོགས་པ་འདི་འདྲས་བྱས་ཡོང་དུས་ཐོག་མེད་ནས་ཁོང་པའི་མ་རིག་བག་ཆགས་འདི་གིས་ད་ལྕགས་གླང་སྟངས་ཕྲ་བའི་ཉེ་ལན་རེ་འདི་ནི་ད་རིང་དགེ་བའི་བཤེས་གཉེན་གྱི་སྤྲུལ་པ་རེད་ཤག་ད་ད་རིང་དགེ་བའི་བཤེས་གཉེན་ཐུག་སོང་ད་སངས་རྒྱས་ཀྱི་སྤྲུལ་པ་རེད་ཤག་ད་དེ་འདྲས་ཀྱི་མགོ་ཡག་དགོས་ཁྱོད་ལ་དེ་འདྲས་ཀྱི་མགོ་ཡག་དགོས་ས་ཡོད་བྱུང་ཡང་བྱུང་སོང་བསམ་ནས་ང་རང་ང་རང་སྙིང་སིང་པོ་འདྲ་ཞིག་བྱེད་བྱེད་དགོས་ཀྱི་ཡོད་རེད་གསུངས་འདུག་བ་འོ་དེ་འདྲས་བྱས་ནས་ད་ཡང་ལན་སྙིང་རྗེ་ཆེན་པོ་ལན་ཟེར་ཡ་དེ་དེ་རེད་འཛམ་བུའི་གླིང་གི་སྤྱི་ཚོགས་ནི་ཉེས་པའི་ལན་ཡང་ལེགས་པའི་ལན་ཞེས་གསུངས་སོ། གཉིས་པ་སེམས་བསྐྱེད་པའི་ཕན་ཡོན་དྲན་པར་བྱེད་པ་ལ་བསླབ་པ་ཞེས་བྱ་བ་བྱང་ཆུབ་སེམས་མི་ཉམས་པའི་ཐབས་ལས་བཤད་ན་བྱང་ཆུབ་ལམ་སྒྲོན་ལས་ཀྱང་དེ་ལྟར་སྨོན་པའི་སེམས་དག་གིས་བསྐྱེད་པའི་ཡོན་ཏན་གང་ཡིན་པ་དེ་ནི་སྡོང་བུ་བརྐོས་པ་ཡང་མདོ་ལས་བྱམས་པའི་རབ་ཏུ་ཞེས་བསྐྱེད་པ་ལས་གསུངས་ཏེ་མདོ་དེ་ཡང་མདོ་དེ་ལས་སེམས་བསྐྱེད་པའི་ཕན་ཡོན་དཔེ་ཉིས་བརྒྱ་སུམ་ཅུ་རྩ་གསུམ་གྱི་སྒོ་ནས་གསུངས་པ་ལ་དེ་དག་ཐམས་ཅད་ཕན་ཡོན་གྱི་སྒོ་ཆེན་པོ་བཞིར་འདུས་པ་ཡིན་གསུངས་ལ་ཚུལ་བསྡུས་པའི་སྐབས་སུ་ལ་ཡང་ད་ནི་ཕན་ཡོན་གྱི་སྒོ་ཆེན་པོ་བཞི་ལ་འདུས་པ་ཡིན་གསུངས་བ་རེད། གཉིས་གཉིས་གཉིས་གཉིས་ཞེས་པ་ཀ་གཅིག་དང་བརྒྱད་ཡོད་པ་རེད་དེ་ཡིན་ན་ཡང་དག་ཚུལ་བསྡོམས་ཡིན་དུ་བརྩམས་པ་ལ་བཞི་གི་ནང་ན་འདུས་ཀྱི་རེད་དོ། དེ་ལ་དེ་ནས་དེ་ཡང་དང་པོ་དེ་རིགས་ཀྱི་བུ། བྱང་ཆུབ་ཀྱི་སེམས་ནི་སངས་རྒྱས་ཀྱི་ཆོས་ཐམས་ཅད་ཀྱི་ས་བོན་ལྟ་བུའོ། དབུལ་བ་ཐམས་ཅད་སེལ་བར་བྱེད་པའི་རྣམ་རྟོག་གི་བུ་ལྟ་བུའོ་ཟེར་ནས་དེ་གཉིས་མཉམ་དུ་ཚིག་ནི་གཅིག་རེད། དེ་ནས་ཕན་ཡོན་གྱི་སྒོ་གཅིག་ན་ལ་ཡ། དེ་ནས་ཚིག་རྐང་གཉིས་འགྲོ་གི་འགྲོ་བ་དཔེ་གཉིས་འགྲོ་གི་ཡོད། ད་དང་པོ་དེ། དབུལ་བ། བྱང་ཆུབ་སེམས་ནི་སངས་རྒྱས་ཀྱི་ཆོས་ཐམས་ཅད་ཀྱི་ས་བོན་ལྟ་བུ་ཡིན་གསུང་བ་རེད་ས་བོན་སེལ་བ་ཞིག་ཡོད་པ་ཡིན་ན་དེ་ལ་བརྟེན་ནས་དེ་ནི་སྡོང་བུ་དང། ལོ་མ་དང་ཤིང་ཏོག་དང་འབྲས་བུ་དང་བཅས་པའི་མ་ལུས་པ་ཐམས་ཅད་དེ་ས་བོན་ནི་འདི་ནས་ཡོང་གི་ཡོད་ལ་ས་བོན་ནི་ཆུ་ཆུང་ཆུང་མ་འདྲ་ཡོད་མ་རེད་དེས་བསྐྱེད་པའི་འབྲས་བུ་དེ་ནི་རྒྱ་ཆེན་པོ་དང་གྲངས་མང་བ་ཚད་མེད་པ་ཡོང་གི་ཡོད་པ་ཡིན་དུས་བྱང་ཆུབ་ཀྱི་སེམས་ལ་བརྟེན་ནས་དེ་ནི་འཇིག་རྟེན་ནས་འདས་པའི་སངས་རྒྱས་ཀྱི་དང་ཡོན་ཏན་དགྲ་ལས་ཡོང་དུས་སུམ་ཅུ་སོ་གཉིས་སྨིན་པས་ཡོང་དུས་སུམ་ཅུ་རྩ་གཉིས་ལ་སོགས་པ་དང་དགྲ་མིན་གྱི་ཡོང་དུས་དྲུག་ཅུ་རྩ་བཞི་དེ་དག་དང་ལ་སོགས་པ་ཐུན་མོང་དང་ཐུན་མོང་མ་ཡིན་པའི་ཡོན་ཏན་ཐམས་ཅད་དེ་དེས་བསྐྱེད་ཀྱི་ཡོད་པ་རེད་བྱང་ཆུབ་ཀྱི་སེམས་ལ་བརྟེན་ནས་བསྐྱེད་ཀྱི་ཡོད་པ་ཡིན་དུས་བྱང་ཆུབ་ཀྱི་སེམས་དེ་ས་བོན་ལྟ་བུ་ཡིན།

དེ་ལ་བརྟེན་ནས་ད་ནི་ཅིག་དངུལ་མང་པོ་བབ། དེ་ལ་བརྟེན་ནས་ཟས་དང་གོས་ལ་སོགས་པ་ཐོགས་པ་མེད་པ་འབྱུང་ཐུབ་པར་འགྲོ་བའོ། འདི་ལྟ་བུའི་གྱི་དག་ཐེག་པ་ཆེན་པོའི་གྱི་ཆོས་མདོར་ན་སངས་རྒྱས་ཀྱི་ཡོན་ཏན་ཐམས་ཅད་ཀྱི་དབུར་དེ་གྱི་ཡོད་པ་ཡིན་དུས། དེ་འདྲའི་གྱི་དག་དབུལ་བ་གྱི་དབུལ་བའི་གྱི་སྡུག་བསྔལ་དེ་བར་གསལ་ཡག་གི་ཐབས་སུ་བྱང་ཆུབ་ཀྱི་སེམས་ཡིན་གསུངས་པ་རེད། དེའི་དཔེ། ཕན་ཡོན་སྒོ་གཅིག་བྱེད། དེ་ནི། འདི་རང་དོན་འབྱུང་བའི་ཕན་ཡོན་རེད།

བདག་འདི་ཡུལ་ཤུལ་ལ་ཡང་མཐུན་པའི་ཕྱོགས་ཐམས་ཅད་འགྲུབ་པའི་གེགས་དང་ནི་ཕན་ཡོན་རེག་སེམས་པ་ཐམས་ཅད་ཡོངས་སུ་རྫོགས་པར་བྱེད་པས་ན་བུམ་པ་བཟང་པོ་ལྟར་འདོད་པ་ཐམས་ཅད་ཡོངས་སུ་སྒྲུབ་པར་བྱེད་པའི་ཡེ་ཤེས་གཡུང་ན་བུ་རིན་པོ་ཆེ་ལྟ་བུའོ། བདག་འདི་སེམས་བདེ་བོ་དང་བ་ལ་སོགས་པ་ནི་མཐུན་པའི་ཕྱོགས་ཐམས་ཅད་འགྲུབ་པའི་ཕན་ཡོན་ནོ། དེ་ལྟ་བུའི་ཕན་ཡོན་དེ་དག་ཐམས་ཅད་དྲན་པར་བྱེད་པའི་ཕན་ཡོན་གྱིས་བྱང་ཆུབ་ཀྱི་སེམས་དེ་ལ་རྩིས་ཆེ་ཞིང་མཆོག་ཏུ་འཛིན་པར་འགྱུར། དེ་ལྟར་མཆོད་པའི་ཉམས་སུ་བླངས་ན་སེམས་དེ་མ་ཉམས་པར་སྐྱོང་བར་འགྱུར་བ་ཡིན་ནོ། དེས་ན་ཕན་ཡོན་ནི་དེ་ལྟར་རྟག་ཏུ་དྲན་པར་བྱ་ཞིང་ཐ་ན་མཐུན་ཕྱོགས་ཀྱི་ནགས་ཀུན་སོང་ཡང་ལན་རེར་དྲན་པར་བྱའོ། ཕན་ཡོན་དེ་ཚོ་དྲན་དགོས་བ་རེད་དོ། ང་རང་ཚོ་བྱང་ཆུབ་སེམས་དགོས་སྟོན་པ་ཞུས་ཟིན་རྗེས་ད་ནི་བྱང་ཆུབ་སེམས་དཔའ་ལ་ཁས་འཆེས། དེ་འདྲ་བྱས་ད་ནི་ཁ་ནས་ཡང་ཅིག་སངས་རྒྱས་ཆོས་ཚོགས་མང་འདོན་དགྲ་དགའ་ན་ཤིང་པས་ཇི་ལྟར་རྔུལ་ཆ་དེ་བཞིན་ཅིག་ཟེར་ངེས་ཀྱི་འདོད་མཁན་ཡོད་རེད་དེ། ཡིན་ན་ཡང་ཅིག་སེམས་ཀྱི་ནང་ལ་ཡག་ཐག་ཁ་སྐད་དེ་མ་སོང་ན་ཉམས་ཚད་ལ་ཕན་ཡག་གི། ད་ནི་བྱང་ཆུབ་སེམས་ཀྱི་ཕན་ཡོན་དྲན་པ་དང་བྱང་ཆུབ་ཀྱི་སེམས་དེ་ཤོར་བ་ཡིན་ན་ཉེས་པ་ག་རེ་ཡོང་གི་ཡོད། བྱང་ཆུབ་ཀྱི་སེམས་མ་རྟག་ཏུ་བརྟན་པ་ཡིན་ན་ཕན་ཡོན་ག་རེ་ཡོང་གི་ཡོད་པ་དེ་འདྲས་ཀྱི་ད་ཅིག་བྱང་ཆུབ་སེམས་འདོར་བའི་ཉེས་མིང་དང་བྱང་ཆུབ་སེམས་ལ་བརྟན་པའི་ཕན་ཡོན་དེ་ཚོ་བྲལ་ཏེ་ཐུན་ཚོད་ཀྱི་ནང་ཁོང་ནས་ཡང་དྲན་མ་ཐུབ་ན་ང་རང་ཚོ་དེ་ནི་བག་མེད་པ་དང་དྲན་ཤེས་མེད་པའི་དབང་དུ་སོང་ནས་རྐྱེན་ངན་པ་ཕྲན་བུ་ཕྲན་བུ་ལ་བརྟེན་ནས་ཡང་བྱང་ཆུབ་ཀྱི་སེམས་དག་ཅིག་མཐོང་དང་མ་མཐོང་ས་ཀྱི་གནས་སྐབས་ནས་འཆོར་བའི་སྐབས་མང་པོ་ཡོང་གི་ཡོད་པ་རེད། དེ་འདྲ་ཡོང་པ་ཡིན་ན་ཨོ་ངས་ཧ་གོ་མ་སོང་དགོངས་དག་ཟེར་བའི་གེགས་ཕན་གི་མི་འདུག་བ་དེ་འདྲ་ཡིན་དུས་ཅིག་ཧ་མ་གོ་བ་ཟེར་ཡ་དེ་ཡང་རྩ་བ་བག་མེད་པའི་དབང་དུ་འགྲོ་དྲན་ཤེས་མེད་པ་ལ་སོགས་པ་དེ་འདྲ་ལ་བརྟེན་ནས་དེ་འདྲ་གི་ཉེར་ལེན་དེ་འདྲ་ཡོང་གི་ཡོད་པ་ཡིན་དུས་དུས་རྟག་ཏུ་བག་ཡོད་པ་དང་དྲན་ཤེས་དེ་ཚོ་ཞེ་དྲག་གལ་ཆེན་པོ་རེད་གསུང་གི་འདུག་བ་འོ་དེ་འདྲ་རེད་འདུག་ད། དྲན་ཤེས་དང་བག་ཡོད་པར་བསྟན་པ་ཡིན་ན་དེ་ནི་ཉེས་པ་ལ་འཇུག་གི་མ་རེད་གལ་སྲིད་ཉེས་པའི་དབང་དུ་སོང་པ་ཡིན་ན་ཡང་དྲན་ཤེས་ཀྱིས་དེ་ལས་དྲན་སྐུལ་བྱས་ཡོད་པའི་བསམ་པ་ལ་དེ་ནི་བག་མེད་པའི་གཞན་དབང་དུ་འགྲོ་གི་མ་རེད་འཁོར་བ་ཐོག་མེད་ནས་ད་བར་དུ་ལ་བག་མེད་པ་ལ་འཇུག་པ་ཡང་རྒྱུ་མཚན་ག་རེ་ཟེར་ན་དེ་ནི་བྱ་བ་ངན་པ་ལ་འཇུག་པ་དང་རྐྱེན་ངན་པ་ལ་འཇུག་པ་དེ་དྲན་ཤེས་མེད་པ་དང་བག་མེད་པའི་གི་ཉེར་ལེན་སྟེང་ནས་འགྲོ་གི་ཡོད་པ་རེད་ང་རང་ཚོ་ཁང་པའི་ནང་ན་བསྡད་ད་ཅིག་སློབ་སྦྱོང་འདྲ་པོ་བྱས་སྒོམ་འདྲ་པོ་རྒྱབ་པའི་སྐབས་སུ་ལ་ཅིག་ཟབ་ཟབ་འདྲ་ཅིག་བྱས་པའི་སྐབས་སུ་ལ་ཅིག་བག་ཡོད་པ་ལ་ཅིག་གནས་ཐུབ་པ་འདྲ་པོ་ཞིག་ཡོད་རེད་དེ་ནི་ཡིན་ན་ཡང་ཅིག་མི་མང་པོ་ནང་ན་འདུས་པ་དང། དེ་ནི་སེམས་རྣམ་སྨིན་ངོ་བོ་ནས་འགྲོ་ཡིན་པའི་སྐབས་སུ་ལ་དྲན་ཤེས་དེ་ཚོ་ཡང་བརླག་འགྲོ་གི་ཡོད་པ་རེད། དེ་འདྲ་ཡིན་དུས་དེ་དྲན་ཤེས་དེ་བག་ཡོད་ཟིན་གྱི་བར་འགྲོ་རུ་འདུག་བག་མེད་པ་ལས་ཆགས་འགྲོ་བ་ཡིན་དུས་དྲན་ཤེས་མེད་པ་བག་མེད་པའི་དབང་དུ་འགྲོ་ཡིན་དུས་དེ་ནི་ཅིག་ཚེ་རབས་འཁོར་བ་ཐོག་མེད་ནས་གོམས་པའི་གོམས་པ་དེ་ནི་ཤུགས་ཆེན་པ་ཡིན་པ་ཡིན་དུས་དེ་ནི་དེ་འདྲ་གི་བྱ་བ་ངན་པ་ལས་མང་པོ་འབྱུང་ནས་བྱང་ཆུབ་སེམས་དེ་མང་པོ་ཉམས་ཀྱི་ཡོད་པ་རེད་དེ་འདྲ་ཡིན་དུས།

ཡེ་ཤེས་ཀྱི་ཚོགས་ནི་དེ་དག་འཁོར་གསུམ་ཡོངས་དག་ཏུ་ཤེས་པར་བཟོད་པ་ཤེས་རབ་ཀྱི་ཆ་འདི་དག་ཡིན་ཏེ་དེ་ལྟར་ཚོགས་གཉིས་བསགས་པས་རང་གི་རྒྱུད་ལ་བྱང་ཆུབ་ཀྱི་སེམས་ཀྱི་སྟོབས་སྐྱེ་བ་ཡིན་ནོ། བསོད་ནམས་ཀྱི་ཚོགས་དེ་ནི་དེ་ནི་དགེ་བའི་བྱ་བ་བཅུ། དེ་ནི་བསྡུ་བའི་དངོས་པོ་བཞི་བསྡུ་བའི་དངོས་པོ་བཞི་ཟེར་ཡང་དེ་ནི་འཁོར་བ་སེམས་ཅན་ཐམས་ཅད་ལ་རང་གི་གང་འཁོར་བ་ཡོད་པ་དེ་སྦྱིན་པ་ལ་གཅིག། དེ་ནི་འཇིག་རྟེན་ན་གཏམ་སྙན་པར་གནང་བ་དང་གཉིས། འདི་ནི་བྱ་བ་བྱེད་པའི་སྐབས་སུ་ལ་སེམས་ཅན་གཞན་གྱི་དོན་དང་མཐུན་པ། འཇིག་རྟེན་དོན་དང་མཐུན་པའི་སྒོ་ནས་སེམས་ཅན་གཞན་དོན་སྒྲུབ་པ་དང་གསུམ། འདི་ནི་གདུལ་བྱ་གི་དོན་སྤྱོད་པ། ཕ་རོལ་པོ་སེམས་ཅན་དག་གདུལ་བྱ་གང་དང་གང་ཡོད་པ་དེ་གདུལ་བྱ་རིགས་ཅན་སོ་སོ་སོ་སོ་ཀྱི་ཁམས་དང་དབང་པོ་མོས་པ་དང་འཚམ་པའི་ཐོག་ནས་རང་རང་གི་དོན་སྒྲུབ་བམ་དེ་ཡི་བྱ་བ་བྱེད་པའོ། དེ་བཞིན་དུ་འཁོར་བ་སྦྱིན་པ་སྙན་པར་སྣང་བ་འཇིག་རྟེན་དོན་མཐུན་པར་སྤྱོད་པ། འདི་ནི་གདུལ་བྱ་གི་དོན་རང་སོ་སོའི་ཁམས་དང་དབང་པོ་མོས་པ་དང་འཚམ་པའི་ཐོག་ནས་སྤྱོད་པ་དེ་བཞིན་དུ་ལ་འདི་ནི་བསྡུ་བའི་ངོ་བོ་བཞི། གཟུགས་དྲི་དང་ཐབས་ཀྱི་ཆ་ལ་དག། འདི་རེད། དེ་ལ་ཡང་བསོད་ནམས་ཀྱི་ཚོགས་ཟེར་བ། བསོད་ནམས་ཀྱི་ཚོགས་ཟེར་ཡང་དེ་ཡིན། དེ་ནི་འཁོར་གསུམ་དམིགས་པ་མེད་པའི་ཤེས་རབ་ཀྱི་རྩིས་མ་ཟིན་པའི་སྐབས་དེ་ལ་ཡང་བསོད་ནམས་ཀྱི་ཚོགས་ཟེར་མིང་བཏགས་པ་རེད། དེ་ནི་ཡེ་ཤེས་ཀྱི་ཚོགས་དེ་འཁོར་གསུམ་ཡོངས་དག་ཏུ་ཟེར། འཁོར་གསུམ་ཡོངས་དག་ཟེར་ཡང་དེ་ཡིན། དཔེར་ན། དཔེར་ན། དགེ་བ་བསྒྲུབ་པ་པོ་རང་ཉིད་སྒྲུབ་བྱེད་ཀྱི་དགེ་བ། དེ་ནི་གང་གི་ཆེད་དུ་བསྒྲུབ་པའི་དག་དགེ་བ། གང་གི་ཆེད་དུ་བསྒྲུབ་པ་དེ་གསུམ་ཀ་ཡང། དེ་ནི་གཅིག་ཉིད་འདི་བ་ཙམ་ཞིག་རེད་མ་གཏོགས། དེ་ནི་གཅིག་བདེན་པར་མ་གྲུབ་པ། རང་བཞིན་གྱིས་མ་གྲུབ་པར་ཤེས་ནས། འཁོར་གསུམ་དམིགས་པ་མེད་པའི་ཤེས་རབ་ཀྱིས་དག་རབ་ཏུ་བྱུང་ན་རྩིས་ཟིན་པ་དེ་ལྟར་མ་བྱུང་ན་ཡང། ཨ་ནི་ཁོ་སོང་དམིགས་པ་མེད་པར་དག་མོས་པས་བསྐྱོད་ནས། རང་བཞིན་གྱིས་གྲུབ་པ་ཡོད་མ་རེད་བསམ་པས་ཀྱི། དེ་ནས་སྟོང་ཉིད་ལ་དག་སྟོང་ཉིད་ལ་གོམས་འདྲིས་ཡོད་པས་ཀྱི་དག་བློ་ཟེར་ན་ཡང་མི་འདུག་དེ་འདྲའི་ཀྱི་བློ་ཡང་དག་པ་ཅིག་དང་འགྲོ་བ་ལས་འདས་པ་ཡིན་ན་དེ་ནི་ཡེ་ཤེས་ཀྱི་ཚོགས་ལ་འཇུག་གི་ཡོད་པ་རེད་དེ་ལྟར་ཚོགས་གཉིས་བསགས་པས་རང་གི་རྒྱུད་ལ་བྱང་ཆུབ་ཀྱི་སེམས་ཀྱི་སྟོབས་སྐྱེ་བ་ཡིན་ནོ། དེས་ན་ཚོགས་གཉིས་པོ་དེ་རྟག་ཏུ་བསགས་ཅིང་ཟེར་དག་རྟག་ཏུ་བསགས་ཟེར་ཚིག་དེ་ཨ་ནི་མཚམས་མཚམས་ན་བསགས་མཚམས་མཚམས་ན་མ་བསགས་པ་དེ་འདྲ་མ་ཡིན་པར་ང་རང་ཚོ་དགེ་བ་ག་འདྲ་ཞིག་བསྒྲུབས་པ་ཡིན་ན་ཡང་ཨ་ནི་གཅིག་དགེ་བ་ཚོགས་གཉིས་བསགས་ཟེར་བའི་སྐབས་སུ་ལ་གཅིག་གི་ལམ་སང། ཅིག་གིས་ཁ་གསོ་རེ། མཆོད་ཤོམ་འབུགས་ལ་ཡར་དེ་ནས་ཅིག། མཆོད་པའི་རྫས་རིལ་ཙམ་ཞིག་ཡར་སྤུངས། དེ་ནས་ཅིག་དེ་འདྲས་ཀྱི་ད་ཟང་ཟིང་གི་དངོས་པོ་མང་པོ་ཅིག་ཡར་སྤུངས་ནས་ད་ཚོགས་བསགས་པ་རེད་ཟེར་དེ་འདྲས་གོ་རྒྱུ་མ་ཡིན་པ། ང་ཚོས་ད་མ་ནི་ཅིག་འདོན་ན་ཡང་རེད་ཕྱག་སྐོར་ཚོགས་ཅིག་མ་གཏོགས་དེ་ནས་ཅིག་ཕྱག་ཕྱག་གནས་ཅིག་མ་གཏོགས་མ་ཟེར་ན་ཡང་རེད་སྐོར་སྐོར་ཚོགས་ཅིག་མ་གཏོགས་མ་སོང་ན་ཡང་དེ་ལ་ཡང་ད་ཅིག། ཚོགས་གཉིས་ཟུང་དུ་འཇུག་པའི་ཐོག་ནས་དགེ་བ་རླབས་པོ་ཆེ་སྒྲུབ་དགོས་བ་རེད། ཡང་དུ་བྱང་ཆུབ་སེམས་ཀྱི་སྟོབས་ཀྱིས་ནི་དགེ་བ་གོང་འཕེལ་དུ་བཏང་ཡང། དགེ་བ་བླ་ན་མེད་པ་ལ་འགྱུར་ཡ། དགེ་བ་ཟད་མེད་པ་ལ་འགྱུར་ཡ། དགེ་བ་ཟག་མེད་ལ་འགྲོ་ཡ་དེ་ཚོ་ཚང་མ་ཡང་གཙོ་བོ་བྱང་ཆུབ་ཀྱི་སེམས་སྟེང་ནས་འགྲོ་དགོས་ཀྱི་ཡོད་བ་རེད། དེ་དང་དེ་ཡང་ཚོགས་གཉིས་བསགས་པའི་ཉེར་ལེན་སྟེང་ནས་ཡོང་དགོས་ཀྱི་ཡོད་གསུངས་བ་རེད། དེ་ལ་བརྟེན་ནས་རྟག་ཏུ་བསགས་ཟེར་ཡ་དེ་དགེ་བ་གང་དང་གང་བསྒྲུབས་པ་ཡིན་ན་ཡང་ལུས་ཀྱི་དགེ་བ་ངག་གི་དགེ་བ་ཡིད་ཀྱི་དགེ་བ་སྟེ་ལུས་ངག་ཡིད་གསུམ་གྱི་དགེ་བ་ཆེ་ཆུང་ལ་མ་ལྟོས་པར་མང་ཉུང་ལ་མ་ལྟོས་པར་དཔེ་ནི་གཅིག་ཆེ་ཆུང་མཐོ་དམན་ལ་མ་ལྟོས་པར་དགེ་བ་གང་འབྲས་ཀྱིས་བསྒྲུབས་པ་ཡིན་ན་ཡང་ཚོགས་གཉིས་བསགས་པའི་དགེ་རྟགས་རྩིས་ཟིན་དགོས་ཀྱི་རེད། ཐ་ན་སྔགས་ཐུང་ཞིག་འདོད་པ་ཡང་ཚོགས་གཉིས་ཚང་དུ་ཚོགས་གཉིས་ཚང་དུ་བསྟོད་པའི་ཐུན་ཚོད་ཀྱི་ནང་ཁོངས་སུ་ལན་རེ་བསགས་པར་བྱའོ་ཞེས་བསྟན་འདུག་བ་ད་ང་ཚོ་ཨོ་མ་ནི་པའི་མེ་ཧོང་ངོ་ཟེར་ཡག་དེ་ཁ་ནས་དག་ཅིག་ལྷང་ཅིག་གོམ་འདྲིས་འདྲ་བོ་ཅིག་རེད་ད་མ་གཏོགས་དགེ་བའི་ཕན་ཡོན་ལ་བསམ་བློ་བཏང་ནས་བསྒྲུབ་མཁན་ད་ཉུང་ཉུང་རེད་བ་ད་ཅིག་ལྷང་གིས་དེ་ཁ་ཁོམ་ཡོང་དུས་ཡང་མ་ཉེས་པའི་མེ་ཧུང་ཧུང་ཟེར་ག་ཅིག་ཡོད་རེད་དེ་རྗེས་ཡོད་ཚད་ཙམ་པ་ད་དེ་ལ་ཡང་ཚོགས་གཉིས་ཟུང་དུ་འཇུག་པའི་གན་ཚ་མོ་བཏང་ཤག་ན་དེ་ནས་འགལ་བ་དེ་གོང་འཕེལ་དུ་འགྱུར་ཐུབ་ཀྱི་ཡོད་པ་རེད་འོ་དེ་རེད་ད་དེ་ཡང་གཙོ་བོ་དེ་ག་རེ་ལ་ཡོང་སྐོར་ཟིན་དམིགས་པ་མེད་པའི་ཤེས་རབ་ཀྱི་རྩིས་ཟིན་ན་དེ་ནས་འགལ་བ་གོང་འཕེལ་དུ་འགྲོ་ཐུབ་ཀྱི་རེད་དམིགས་པ་མེད་པའི་ཤེས་རབ་ཀྱི་རྩིས་མ་ཟིན་པ་འགལ་བ་ལ་ཟེར་ནས་བདེན་པར་གྲུབ་པར་འཛིན་པ་སྔགས་བསགས་པ་ལ་བདེན་པར་གྲུབ་པར་འཛིན་པ་ཡི་དམ་གྱི་ལྷ་བསྒོམ་པ་ལ་བདེན་པར་གྲུབ་པར་འཛིན་པ། ད་ག་ན་གཞན་གྱི་བྱང་ཆུབ་ཀྱི་སེམས་བསྒོམ་པ་ལ་ཡང་བདེན་པར་སྤྲོས་པ་འཛིན་ནས་བདེན་པར་འཛིན་པའི་ཀྱི་བློ་ཡིས་བདག་དང་བདེན་པར་འཛིན་པའི་ཀྱི་བློ་ཡིས་ད་ནི་འགལ་བར་སྒྲུབ་པ་ཡིན་ན་འགལ་བ་དེ་བྱང་ཆུབ་ཀྱི་བློ་རྣམ་མེད་པ་ལ་འགྱུར་ཐུབ་ཀྱི་མ་རེད་དེ་བཞིན་དུ་བྱང་ཆུབ་བློ་རྣམ་མེད་པར་འགྱུར་ཡ་ལ་དམིགས་པ་མེད་པའི་ཤེས་རབ་ཀྱི་རྩིས་སེམས་དཔའ་ཙམ་དུ་འགྱུར་དགོས་ཀྱི་ཡོད་པ་རེད། ད་ལྟ་ཤེས་རབ་ལེའུ་ནང་ནས་གསུངས་པ་ནང་བཞིན་གྱི་ནམ་ཞིག་དམིགས་པ་མེད་ཚུལ་དུ་གུས་པས་བསོད་ནམས་ཚོགས་སོགས་ཏེ་དམིགས་པའི་ཕུང་བར་ཆོས་རྣམས་སྟོང་པ་ཉིད་ནས་སྟོན་པར་འགྱུར་ཞེས་གསུངས་བ་ནང་བཞིན་གྱི་ད་དམིགས་པའི་ཕུང་བ་རེད་གསུངས་བ་རེད་ད་ལྟ་བར་དུ་ལ་ཡང་ང་ཚོ་ལ་ནི་བླ་མེད་ཀྱི་འབྲས་བུ་ཐོབ་མ་ཐུབ་པའི་རྒྱུ་མཚན་ག་རེ་དང་བྱུང་བ་རེད་ཟེར་ན་དམིགས་པའི་ཕུང་ཟེར་དང་ང་ཚོ་དམིགས་པའི་ཕུང་ཟེར་གྱི་དང་དམིགས་པའི་ཕུང་ཟད་དེ་དཔེར་ན་དཔེ་ཆ་མང་པོ་ཞིག་ཡོད་ཇག་པས་བསད་སོང་ན་ག་རེ་གི་ཕུང་སོང་བ་ཟེར་ན་དཔེ་ཆ་གི་ཕུང་སོང་བ་རེད་བ་ཧོ་དེ་འདྲ་བ་བྱས་ནས་ཨ་ནི་ཁོ་བ་ཐོག་མེད་ནས་ད་མ་གཏོགས་ལ་ཡ་ད་སྡུག་བསྔལ་འདི་ལ་དེ་འདྲ་ཅིག་ལ་སྦྱོར་མཚམས་སྡུག་བསྔལ་བར་མཚམས་མེད་པ་འདི་འདྲ་ཅིག་ལ་སྦྱོར་བཅུག་ངེས་དེ་གང་གིས་སྦྱོར་བ་རེད་ཟེར་ན་ཨ་ནི་དམིགས་པའི་ཕུང་ཟད་བདག་ཏུ་འཛིན་པ་བདེན་པར་འཛིན་པ་རང་བཞིན་གྱིས་གྲུབ་པར་འཛིན་པ་ངོ་བོ་ཉིད་ཀྱིས་གྲུབ་པར་འཛིན་པ་ཡང་དག་པར་གྲུབ་པར་འཛིན་པ་གཉིས་ཀྱི་དེ་འདྲ་ཡི་བློ་དང་ཕྱིན་ཅི་ལོག་པའི་གཞན་དབང་འདི་ལ་སོགས་ནས། ཕུང་སོང་བ་རེད་སེམས་ཀྱི་ཕུང་བ་བྱུང་ནམ་འོ་དེ་འདྲ་ཡིན་དུས། དམིགས་པ་མེད་པའི་ཚུལ་གྱིས་ལྟ་དགེ་བ་སྒྲུབ་དགོས་པ་དམིགས་པ་མེད་པའི་ཚུལ་གྱིས་ལུས་ཀྱི་དགེ་བ་སྒྲུབ་དམིགས་པ་མེད་པའི་ངག་གི་དགེ་བ་སྒྲུབ་དམིགས་པ་མེད་པའི་ཚུལ་གྱིས་ཡིད་ཀྱི་དགེ་བ་སྒྲུབ་ནས་ལུས་ངག་ཡིད་གསུམ་གྱི་དགེ་བ་གང་དང་གང་སྒྲུབ་པ་ཡིན་ན་ཡང་དམིགས་པ་མེད་པའི་ཤེས་རབ་ཀྱི་རྩིས་ཟིན་པའི་ཐོག་ནས་དགེ་བ་སྒྲུབ་དགོས་ཡིན་ན་དགེ་བ་དེ་བླ་མེད་ཀྱི་བྱང་ཆུབ་ཆེན་པོ་ལས་ཡལ་རྒྱུར་ཐུག་གི་རེད། དེའི་ཡང་གཙོ་བོ་གང་ལ་རག་ལས་པར་ཟེར་ན་ད་ནི་སྟོང་པ་ཉིད་ཀྱི་ཚུལ། རྒྱུ། ད་ནི་མཚན་མ་མེད་པ་འབྲས་བུ། སྨོན་པ་མེད་པ་ངོ་བོ་སྟོང་པ་ཉིད་དེ་རྣམ་ཐར་སྒོ་གསུམ་གྱི་བརྟག་ཐག་ཚུལ་ལ་བསམ་བློ་བཏང་ནས་ལྟ་དེ་ཡོང་དགོས་ཀྱི་ཡོད་པ་རེད་དོ། འོ་དེ་ལ་བརྟེན་ནས་ད་ལྟ་ཤར་ལེའུ་གསུངས་པ་དེ་ནང་ལྟར་ཡིན་པ་རེད། ཚོགས་ཀྱི་གཏམ་ནས་ཀྱང་ནི། དེ་རིང་བདག་གིས་བསོད་ནམས་དང་ཡེ་ཤེས་ཚོགས་ནས་གང་བྱ་དང་སེམས་ཅན་ཕན་པར་གང་བྱ་ཞེས་བྱང་ཆུབ་སེམས་དཔའི་རྟགས་རོ་བསམ་གསལ་དང་ཞོ་གས་ཡར་ནམ་ལངས་ཚང་མ་ནས་ལམ་སང་ཨ་ནི་ཅིག་ལག་པ་འདུག་ཟིན་ཡར་ནམ་ལྕགས་ཚང་ནས་ཨ་ཡོ་ཟེར་ཏེ་ཡར་ལངས་ཚང་མས་ལམ་སང་འོ་ད་དེ་རིང་ངས་སེམས་ཅན་ལ་ཕན་ག་འདྲ་ཞིག་བཏགས། ངས་སྦྱིན་པ་ག་འདྲ་ཞིག་བཏང་ཚུལ་ཁྲིམས་ག་འདྲ་ཞིག་སྲུང་བཟོད་པ་ག་འདྲ་ཞིག་བསྒོམ། བརྩོན་འགྲུས་གང་འདྲ་ཅིག་བརྩམ། བསམ་གཏན་གང་འདྲ་ཅིག་བསྒོམ། ཤེས་རབ་རྣམ་པར་མི་རྟོག་པའི་ཡེ་ཤེས་གང་འདྲ་ཅིག་ཅག་བཅུད་ལས་ཡར་སྐྱེ་བར་བྱེད། ད་དེ་འདྲའི་བསམ་བློ་བཏང་དགོས་པ་མ་གཏོགས་དེ་ནས་ངས་དེ་རིང་ད་ག་ལ་ག་རེ་ཟ། ཁོ་ལ་ཡང་མགོ་སྐོར་གང་འདྲ་ཞིག་བཏང། ད་དེ་རིང་ག་འདྲ་བྱས་སོང་བས་དེ་འདྲའི་བསམ་བློ་བཏང་ན་མི་འགྲིག་པ་རེད་གསུང་བ་རེད་འདུག་བ། དེ་འདྲ་ཡིན་དུས་ནམ་ལངས་ནས་དེ་ནས་ལམ་སང་ངས་བསོད་ནམས་ཀྱི་ཚོགས་བསགས་པ་དང་ཡེ་ཤེས་ཀྱི་ཚོགས་བསགས་པ། ཕ་རོལ་ཏུ་ཕྱིན་པ་དྲུག་དེ་ཚོས་བསྡུས་པ་ཡིན་ན་ཚོགས་གཉིས་ནའང་འདུས་ཀྱི་ཡོད་པ་རེད། སྦྱིན་པ་དང་ཚུལ་ཁྲིམས་བཟོད་པ་གསུམ་དེ་ནི་བསོད་ནམས་ཀྱི་ཚོགས་རེད་བསམ་གཏན་དང་ཤེས་རབ་གཉིས་པོ་དེ་ནི་ཡེ་ཤེས་ཀྱི་ཚོགས་ཀྱི་ནང་ན་འགྲོ་གི་ཡོད། ད་ནི་བརྩོན་འགྲུས་དེ་ནི་དེ་གཉིས་ཀ་གི་རྒྱུ་ཡིན་པ་རེད། འོ་དེ་འདྲ་ཡིན་དུས་ཕ་རོལ་ཏུ་ཕྱིན་པ་དྲུག་མདོར་ན་ཐེག་པ་ཆེན་པོ་གི་ད་ལྟ་བ་སྒོམ་པ་སྤྱོད་པ་ཉམས་ལེན་ག་འདྲའི་ཅིག་ཡོད་པ་ཡིན་ན་ཡང་བསླབ་བྱ་ག་འདྲའི་ཅིག་ཡོད་པ་ཡིན་ན་ཡང་བསླབ་པ་ག་འདྲའི་ཅིག་ཡོད་པ་ཡིན་ན་ཡང་དེ་ཐམས་ཅད་དེ་ཚོགས་གཉིས་ཀྱི་ནང་ན་མ་འདུས་པ་ཅིག་ཀྱང་མེད་པ་རེད། དགེ་བ་ག་འདྲ་ཅིག་བསྒྲུབས་པ་ཡིན་ན་ཡང་ཚོགས་གཉིས་ནང་ན་འདུས་པ་རེད་དེར་བརྟེན་ནས་དགེ་བ་འདི་ཡིས་སྐྱེ་བ་ཀུན་བསོད་ནམས་ཡེ་ཤེས་ཚོགས་རྫོགས་ཏེ་བསོད་ནམས་ཡེ་ཤེས་ལས་ཀྱང་དམ་པ་ཉིད་ནས་ཐོབ་པར་ཤོག་ཟེར་ཡག་གི་མགོན་པོ་ཀླུ་སྒྲུབ་ཀྱི་སྨོན་ལམ་སྤྲོད་ཡང་དེ་ཡང་ང་རང་ཚོ་དེ་གར་བཙལ་དེ་ནས་འདོན་པ་ཚར་འགྲོ་བའི་སྐབས་སུ་ལ་ཡ་དེ་ཡིན་གཅིག་མིན་གཉིས་འདོན་ན་ཡ་ཁྲེས་སོ་ར་བྱས་ནས་མ་འདོན་ན་མ་འགྲིག་དེ་འགས་སོ་ར་དེ་འདྲ་མ་ཡིན་པ་ལྟོས་ནས་འགལ་བ་དེ་བསྔོག་དགོས་ཀྱི་ཡོད་པ་ཡིན་དུས་དེ་འདྲའི་འགལ་བ་བསྔོག་བ་དེ་ཡང་ལྟོས་ནས་ཀྱི་རྒྱུ་མཚན་བཤད་ཡོང་དུས་བརྩམས་པ་ལ་ད་འགལ་བ་གང་དང་གང་གྲུབ་པ་ཡིན་ན་ཡང་ཚོགས་གཉིས་ལ་མ་ལྟོས་པའི་འགལ་བ་གྲུབ་ཡ་ཡོད་མ་རེད་དེ་འདྲའི་ཆེད་འགལ་བ་གྲུབ་ཡོང་དུས་དེ་ཡི་ཐོབ་བྱ་ག་རེ་ཐོབ་དགོས་པ་སོགས་ན་མ་འོངས་པ་ལ་ལྟོས་ནས་རང་དོན་དུ་ཁྱོད་ཀུན་དང་གཞན་དོན་དུ་གཟུགས་སྐུ་རྣམ་པ་གཉིས་ཀྱིས་སྟོང་ནས་ད་ཇི་སྲིད་འཁོར་བ་མ་སྟོངས་གོམས་པ་དང་འགྲོ་བའི་དོན་བྱེད་དགོས་པས་དག་སྔོན་སངས་རྒྱས་ཏེ་གང་ཆོས་སེམས་དཔའ་ཐམས་ཅད་ཀྱིས་དག་ལམ་གང་ནས་བཤད། འབྲས་བུ་གང་འབྲས་གཅིག་དབང་དུ་མཛད་ཡོད་པ་དག་དེ་རང་རེད་ང་རང་ཚོ་ཡང་རྗེས་སུ་འཇུག་མཁན་ཡིན་པ་ཡིན་དུས་ལམ་དེ་འདྲ་གཅིག་ལ་བརྟེན་ནས་འགྲོ་དགོས་ཀྱི་ཡོད་པ་ཡིན་དུས་ནི་ཤོ་ལོ་ཀ་གཅིག་དེའི་ནང་ལ་ཡང་དག་འདོན་ཡོད་དུས་སྨོན་ལམ་བཟང་པོ་དེ་འདྲ་ཞིག་བཏབ་རྒྱུ་མཚན་ཡང་ཡང་དག་པ་ཅིག་ཤེས་པའི་ཐོག་ནས་སྨོན་ལམ་བཟང་པོ་བཏབ་མཁན་ཡིན་ན་སྨོན་ལམ་དེ་འགྲུབ་ཀྱི་ཡོད་པ་རེད་དེ་ལ་བརྟེན་ནས་དེ་རིང་བདག་གིས་བསོད་ནམས་དང་ཡེ་ཤེས་ཚོགས་ནས་གང་བྱ་དང་སེམས་ཀྱང་ཕན་པར་གང་བྱ་ཞེས་བྱང་ཆུབ་སེམས་དཔས་རྟག་ཏུ་བསམ་བསལ་ཡ་རེད་རྟག་ཏུ་ཟེར་ཡ་ཚིག་འདིའི་དོན་ནི་གཅིག་རྒྱུན་མི་ཆད་པར་བྱེད་པའི་གོ་བདེ་གི་དོ། ཨ་གཅིག་ཆུ་ཚོད་ཉི་ཤུ་རྩ་བཞིའི་ནང་ལ་ཡ། དེ་ནི་གཉིད་ཉལ་ན་ཡང་འདྲ་འདུག། ཨ་གཅིག་ནི་ཕྱི་ལ་འཆམ་འཆམ་འགྲོ་ན་ཡང་འདྲ་འདུག། ཨ་རང་ཉིད་གཅིག་པུའི་ནང་ལ་འདུག་ན་ཡང་འདྲ་འདུག། ཨ་ག་ན་ཤིང་གིས་ཟ་བ་དང་ད་གཅིག་གི་འགྲོ་འདུག་གི་སྐྱོ་ལམ་གང་དང་གང་བྱས་པ་ཡིན་ན་ཡང་དེ་ནི་ཆེས་བག་མེད་པ་དང་བཏང་སྙོམས་ཀྱི་ལུས་ཟུངས་བ་མ་ཡིན་པ། ད་ནི་བྱང་ཆུབ་སེམས་དཔའི་རྩིས་སེམས་པའི་ཐོག་ནས་དེ་འདྲ་གཅིག་གི་ཐོག་ནས་ད་མདོར་ན་གཅིག་གོམ་པ་གཅིག་སྤོས་པ་ཡིན་ན་ཡང་ད་ནི་གཅིག་སེམས་ཅན་གཞན་དོན་ནུས་འགྱུར་བའི་ཆེད་དུ་ཟས་གཅིག་ཟ་ན་ཡང་སེམས་ཅན་ཞལ་འཛུམ་དུ་འགྱུར་བ་དེ་འདྲ་ཡོང་འདུག་གི་ཡོད་རེད་དཔེར་ན་བཅོམ་ལྡན་འདས་ཀྱིས་ཞལ་འཛུམ་ཙམ་བཅད་པ་ཡིན་ན་ཡང་དེ་ཡང་སེམས་ཅན་གྱི་འཛུམ་དུ་མ་གྱུར་བ་མེད་གསུངས་འདུག་ཨང་དེ་འདྲ་བོ་བྱས་ནས་ད་བྱང་ཆུབ་སེམས་ཀྱི་རྩིས་ཟིན་ཡོད་དུས་ཐ་མལ་པའི་སྐྱོན་ལམ་ཟིན་གི་དོན་མེད་པ་རེད་བཏང་སྙོམས་ཀྱི་སྐྱོན་ལམ་མི་མངའ་བ་ཡིན་པ་རེད་དེ་ལ་བརྟེན་ནས་ཨ་ནེ་འགྲོ་འདུག་གི་སྐྱོན་ལམ་ག་རེ་བྱས་པ་ཡིན་ན་ཡང་དེ་འདྲ་མདོར་ན་དེ་ནི་གཅིག་ངོ་འཛུམ་ཙམ་བྱས་པ་ཡིན་ན་ཡང་དེ་ཡང་ད་སེམས་ཅན་གྱི་དོན་དུ་འགྱུར་བས་གཙོ་བོ་དེ་རྩ་བ་སེམས་ཅན་ལ་རག་ལས་ཀྱི་ཡོད་པ་ཡིན་དུས་དེ་ནི་དེ་འདྲ་གཅིག་དང་དུས་རྟག་ཏུ་དྲན་ཤེས་གཏན་འགོག་རེད་གསུངས་བ་རེད་འདུག་ཨང། ཞེས་པ་ཡང་དང་ཡང་བའི་བྱང་ཆུབ་སེམས་བསྐྱང་བ་བསླབ་པ་ཞེས་བྱ་བ་བྱང་ཆུབ་ཀྱི་སེམས་དེ་འཕེལ་བའི་ཐབས་དེ་ཤེས་ན། ཇོ་བོའི་བྱང་ཆུབ་ལམ་སྒྲོན་ལས་བྱང་ཆུབ་སྨོན་པའི་སེམས་དག་བསྐྱེད་ནས་ནི་འབད་པ་མང་པོས་ཀུན་ཏུ་འཕེལ་བྱ་ཞིང་ཞེས་དང། བྱང་ཆུབ་སྨོན་པའི་སེམས་བསྐྱེད་ནས་ད་བྱང་བྱ་བྱ་བས་འགྲིག་གི་ཡོད་མ་རེད་ད། དེ་གོང་ནས་གོང་འཕེལ་དུ་འགྲོ་ཡ་ལ་བྱང་ཆུབ་སེམས་དཔའ་དེ་གའི་བརྩོན་འགྲུས་བརྩམ་དགོས་བ་རེད་ད། བརྩོན་འགྲུས་ཟེར་ཡ་དེ་ང་ཚོས་བརྩོན་གང་དགེ་ལ་སྤྲོ་བའོ་ཟེར་ད་སྤྲོ་བ་བསྐྱེད་དགོས་བ་རེད། ཐང་ཆད་ཡ་འདྲ་བོ་དང། དེ་ནས་ད་ག་ན་ཞིང་གི་ཅིག་མ་བྱེད་རང་བྱེད་རེ་བ་ཟེར་ཡ་འདྲ་བོ་དེ་འདྲ་མ་ཡིན་པ་ཅིག་དེ་ལ་ཡང་དངོས་གནས་ཅིག་སྤྲོ་བས་ཀྱི་མཇུག་ནས་དང་དུ་བླངས་ཡ་གི་ད་སྤྲོ་བ་ཡོད་དགོས་བ་རེད་དེ་ལ་དེ་ནས་འབད་པ་མང་པོའི་གི་ཐོག་ནས་འབད་པ་གཅིག་ཙམ་དང་གཉིས་ཙམ་མ་ཡིན་པ་མཐའ་ཡས་པའི་གི་འབད་པ་ཆེན་པོའི་གི་ཐོག་ནས་བྱང་ཆུབ་ཀྱི་སེམས་དེ་གོང་འཕེལ་དུ་འགྲོ་བ་ཡོད་ལ་བསླབ་དགོས་བ་རེད་གསུངས་བ་རེད་འདུག་བ། དེ་ཡང་བྱང་ཆུབ་རྒྱུ་ཡི་སེམས་བསྐྱང་བ་དང་བྱང་ཆུབ་དངོས་ཀྱི་སེམས་བསྐྱང་བ་དང་བྱང་ཆུབ་སྤྱོད་པའི་སེམས་བསྐྱང་བ་གསུམ་ཡོད་གསུངས་འདུག་དེ་གསུམ་ལ་སྦྱངས་པའི་བྱང་ཆུབ་སེམས་དེ་འཕེལ་བ་ཡིན་ནོ། དེ་ལ་དང་པོ་བྱང་ཆུབ་རྒྱུ་ཡི་སེམས་སྦྱང་བ་ཟེར་མཁན་དེ་སེམས་ཅན་རྣམས་ལ་བྱམས་པ་དང་སྙིང་རྗེའི་སེམས་རྟག་ཏུ་བསམ་པའམ་ཐ་ན་ཡང་ཐུན་ཚོད་ཀྱི་ནང་དུ་ལན་རེ་བསམ་པ་ཡོད། དུས་རྟག་ཏུ་བསམ་ཐུབ་ན་ད་རབ་རེ་བྱམས་སྙིང་རྗེ་ཡོད་དོ། དེ་ལྟ་མིན་ན་ཡང་ཐུན་ཚོད་ཀྱི་ནང་དུ་དཔེར་ན་ང་ཚོ་དཀར་ཆ་འདྲ་བོ་གཅིག་དཀར་མོ་གཅིག་འདྲ་བོ་གཅིག་གི་ནང་ལ་ཡང་བསམ་ཐུབ་ན་ཡང་ཕན་ཡོན་ཆེན་པོ་ཡོད་པ་རེད། ཁ་སང་སྔོན་མ་ཡང་དེ་ནས་དེ་ཟླ་བ་སྒྲོན་མེ་མདོ་བའི་ལུང་ཞུས་པ་ནང་དུ་ལུང་གཅིག་དྲངས་ནས་ཞུས་པ་ཡིན་པ་དེ་ནང་ན་འདུག་བ། དེ་ནས་ཆོས་པ་ཚད་མེད་རྣམ་མང་ཆེན་ཡོད་དོ་ཞིང་ནས་བྱེ་བ་ཁྲག་ཁྲིག་གཏམས་ཡོད་དོ་སྐྱེས་བུ་མཆོག་ལ་མཆོད་པ་འདི་བྱས་པས་བྱམས་པས་སེམས་བསྐྱེད་གྲངས་དང་ཆར་མི་ཕོད་སའི་བྱམས་པ་དར་ཅིག་བསྒོམ་པ་དང་བྱམས་པ་སྐད་ཅིག་ཙམ་བསྒོམ་པའི་གེ་སོ་རྣམས་དེ་ནས་སངས་རྒྱས་རྣམས་ལ་སྟོང་གསུམ་གྱི་དང་རིན་ཆེན་རིན་པོ་ཆེའི་གསེར་གྱིས་བཀང་ནས་ཕུལ་བ་ཡིན་ན་ཡང་བྱམས་པ་དར་ཅིག་བསྒོམ་པ་དེ་ཕན་ཡོན་ཆེ་བ་ཡིན་གསུངས་འདུག་བ། འོ་དེ་རེད། དེ་ནས་བྱང་ཆུབ་དངོས་ཀྱི་སེམས་བསྐྱང་བ་སེམས་ཅན་གྱི་ཚོགས་ཀྱི་སངས་རྒྱས་ཐོབ་པར་འདོད་པས་བློས་ཉིན་ལན་གསུམ་ཚེ་ལན་གསུམ་དུ་བསམ་པའམ་སེམས་ཅན་གྱི་ཆོ་ག་རྒྱས་པར་བྱ་བའམ་ཐ་ན་ཐུན་ཚོད་ཀྱི་ནང་ཁོང་དུ། དེ་ནས་སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་ལ་བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི། བདག་གིས་སྦྱིན་སོགས་བསྐྱེད་པ་འདི་དག་གིས་འགྲོ་ལ་ཕན་ཅིང་སངས་རྒྱས་འགྲུབ་པར་ཤོག་ཞེས་བརྗོད་པའོ། དང། ཉིན་ལན་གསུམ་ཚེ་ལན་གསུམ་ཟེར་ཡག་དེ་དང་རབ་བྱུང་ན་དང་ཉིན་ལན་གསུམ་དགུག་ཡག་རེད་ཚེ་ལན་གསུམ་དགུག་ཡག་རེད་དེ་ཡིན་ནའང་དེ་འདྲ་མ་བྱུང་ན་ཡང། ད་སེམས་ཅན་གྱི་ཆོ་ག་རྒྱས་པ་དེ་ཚོའི་འདྲ་ན་ཡང་འབྱུང་མ་ཐུབ་ན་ཡང། དེ་ནས་ཐུན་ཚོད་ཀྱི་ནང་ཁོང་ལ་ཡང་དང། དེ་ནས། ད་ལྟ་ཇོ་བོ་རྒྱལ་གྱི་སེམས་བསྐྱེད་ཀྱི་ཆོ་ག་ལ་གསུངས་པ་ནང་བཞིན་གྱི་དང་པོ་སྐྱབས་འགྲོ་ལ་ཡང་དག་སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་ལ་བྱང་ཆུབ་བོ་དོ་དང་ནི་ལྕགས་སུ་ཆེ་སོགས་ཀྱི་ཐེག་ཆེན་གྱི་སྐྱབས་འགྲོ་གསུམ་གྱི་དུ་བ་ཐེག་པ་ཆེན་པོའི་སྐྱབས་འགྲོ་དེ་དག་མ་རབས་བྱོས་པའི་གསུམ་ཡང་འདི་ཐམས་ཅད་དེ་དེ་ནི་བླ་ན་མེད་པ་ཡང་དག་པར་རྫོགས་པའི་བྱང་ཆུབ་ཀྱི་གོ་འཕང་ཐོབ་པའི་ཆེད་དུ། དེ་ནི་སངས་རྒྱས་ལ་སྐྱབས་སུ་མཆིའོ་ཆོས་ལ་སྐྱབས་སུ་མཆིའོ་དགེ་འདུན་ལ་སྐྱབས་སུ་མཆིའོ་ཞེས་བཤད་ཡོན་དུ་ཐེག་ཆེན་གྱི་སྐྱབས་འགྲོ་ལ་འགྱུར་བ་རེད། དེ་ནས་དེའི་གཞུང་ལ་ཡང་སེམས་བསྐྱེད་པ་ལ་དང་བདག་གིས་དགྱེས་གསོལ་བགྱིས་པ་འདི་དག་གིས་སུ་དུ་དེ་ནས་བདག་གིས་སྦྱིན་པ་ལ་བསླབ་པ་ཚུལ་ཁྲིམས་བསྲུང་བ་བཟོད་པ་བསྒོམ་པ་བརྩོན་འགྲུས་བརྩམས་པ་བསམ་གཏན་བསྒོམ་པ་ཤེས་རབ་བསྐྱེད་པ་གྱིས་མདོར་ན་ཐེག་པ་ཆེན་པོ་ཆོས་མ་ལུས་པ་ཐམས་ཅད་དུ་ཚུལ་བསྡུ་ན་ཕར་ཚོགས་ཆེན་པོ་དྲུག་གི་ནང་ལ་མ་འདུས་པའི་གིས་ཐེག་པ་ཆེན་པོ་ཆོས་དྲུག་ཡང་ཡོད་མ་རེད། ཚོགས་གཉིས་ནང་ལ་མ་འདུས་པ་གཅིག་ཀྱང་མེད་པ་རེད་དེ་འདྲ་ཡིན་དུས་ཕར་ཚོགས་ཆེན་པོ་དྲུག་དེ་ཡང་ཚུལ་བསྡུ་ན་ཚོགས་གཉིས་ནང་ལ་འདུས་ཀྱི་ཡོད་པ་ཡིན་དུས་དེ་ནས་བདག་གིས་དགྱེས་གསོལ་བགྱིས་པའི་དགེ་བ་འདི་ལ་བརྟེན་ནས་ད་ནས་འགྲོ་བ་སུམ་ཅུ་ཐམས་ཅད་ལ་ཕན་པའི་ཕྱིར་དུ་གསང་ཆེན་བསྒྲུབ་པར་ཤོག་ཟེར་ཡ་དེ་དག། སེམས་ཅན་དེ་ཡིན་ནོ། དེ་ཡང་དེ་ག་ཚོད་དེ་ནས་ཁ་ནས་འདོན་བསྡད་པ་ལྟ་བུ་དང་དེ་བཞིན་ང་ཚོ་ཁ་སྐད་ལ་ཡོད་པ་ཆོས་ལས་ཀ་དེ་དག་འགྲོ་ལ་ཕན་ཕྱིར་རེད་བ་ཟེར་གྱི་ཡོད་པ་ང་ཚོ་ད་དེའི་སྐབས་ལ་འདི་ཟེར་གྱི་ཡོད་རེད་འགྲོ་ལ་ཕན་ཕྱིར་ཟེར་ཡ་དེ་ག་རེད་ཟེར་ན་ཁ་ཁ་ཞེ་གཉིས་མེད་ཀྱི་ལས་ཀ་མ་ཡིན་པ་ཅིག་ག་ནས་མ་བྱས་རང་བྱས་འདྲ་བོ་ཅིག་རེད་འདུག་བ་དེ་ནས་ཅིག་ད་དེ་བྱེད་དགོས་རེད་ཟེར་འདྲ་བ་ག་དེ་ང་ཚོ་འགྲོ་ལ་ཕན་ཕྱིར་ཟེར་ང་ཚོ་དེ་བཞིན་ལབ་བསྡད་ཀྱི་ཡོད་རེད་བ་ད་དེ་དེ་ག་བཤད་བྱ་རིག་བྱེད་ཡ་མ་གོ་སྐད་ཅིག་དེ་འགྲོ་ལ་ཕན་ཕྱིར་རེད་ཟེར་གྱི་འདུག་བ་འགྲོ་ལ་ཕན་ཕྱིར་རེད་ཟེར་ཡ་དེ་མགོ་སྐོར་བཏང་གི་ཡོད་རེད་ཟེར་གྱི་ཡོད་རེད་དོན་དག་འགྲོ་ལ་ཕན་ཆོད་ཟེར་ག་ཚད་ཡག་ལས་འདུག་འགྲམ་སྟོང་གང་ལ་ཚང་ཟེར་ཞུ་ཡོང་བའི་ལྟས་ཚན་ཡོག་མ་རེད་དེ་ཡིན་དུས་ཟེར་གྲངས་ཡིད་ཆེས་རྒྱུ་མེད་ཟེར་བ་དེ་འདྲ་བ་དབང་དུ་མ་སོང་བ་ད་ཅི་ཁ་ཡོད་ལག་ཡོད་ཟེར་ནས་ང་ཚོ་བོད་བོད་པ་ཐམས་ཅད་ཀྱི་ཁ་ཡོད་ལག་ཡོད་ཟེར་ག་ཅིག་རེད་འདུག་བ་ད་ཁ་ཡོད་ལག་ཡོད་ཟེར་དུས་ཁ་རེ་ཁ་ལ་ཡོད་དང་ལག་པ་ཡོད་ཟེར་རེད་འདུག་བ་ད་ཡིན་རྒྱུ་མེད་པའི་ཁ་ལ་ཁ་ལ་ཡོད་ལག་པ་ཡོད་ཟེར་དང་པོ་ཁ་ཡི་སྐད་ཆ་རེ་བཤད་ཁ་ནས་སྐད་ཆ་བཤད་བཞག་པ་དེ་ལག་ལེན་བཀལ་ན་ཁ་ཡོད་ལག་ཡོད་ཟེར་ལབ་པ་རེད་འདུག་བ་ད་དེ་འདྲ་བ་ཅིག་དགོས་ཀྱི་ཡོད་བ་རེད་བྱང་ཆུབ་སེམས་དཔའ་བྱང་ཆུབ་སེམས་དཔའ་རྣམས་ཀྱི་ཁ་ཡོད་ལག་ཡོད་ཀྱི་ལས་ཀ་ད་འདི་རེད་དང་པོ། ཐེག་ཆེན་གྱི་སྐྱབས་འགྲོ་བྱེད་དེ་ནས་གཉིས་པ་དངོས་གཞི་བྱང་ཆུབ་ཀྱི་སེམས་བསྐྱེད་ཡོད་དུས་ཀྱང་འགྲོ་བ་གསུམ་ཡང་ཐམས་ཅད་ལ་ཕན་པའི་ཕྱིར་དུ་ལ་འགྲོ་གི་ཡོད་ཅེས་གསུངས་པ་དང། དེ་ནས། བདག་གིས་དེར་སྤྱོད་པ་ཐམས་ཅད་ཀྱི་སྐྱེ་སྔར་འགྲོ་བ་འདི་བཞིན་ཉིད་དང་ནི་བར་དོར་བདེ་ལ་འགྲོ་འདོད་བུ་སེམས་ཀྱི་ལྷ་དང་ལྷ་མིན་ལ་སོགས་དགའ་བར་གྱིས་ཞེས་པ་ལ་སོགས་པ་དང་དེ་ཚུལ་མཐོང་ནས། བདག་བྱང་ཆུབ་སེམས་དཔའི་ཁ་ཡོད་ལག་ཡོད་ཀྱི་ཉམས་ལེན་དེ་རྣམས་འགོག་གི་ཡོད་པ་རེད་དངོས་གཞི་བྱང་ཆུབ་སེམས་སྐྱོང་བའི་ཐབས་ལ། དེ་ནས་བྱང་ཆུབ་སྤྱོད་པའི་སེམས་བསྐྱང་བ་ལ་ཡང་སྙིང་ཡོད་པ་རེད། གཞན་ལ་ཕན་བཏགས་པའི་སེམས་བསྐྱང་བ་དང་རང་གི་རྒྱུད་དག་པར་ཕན་བཏགས་པའི་སེམས་བསྐྱང་བ་ཟེར་ཡ་དེ་ཡང་ཕན་གྱི་འདུག་ད་ངས་ཕན་ཅིག་བཏག་གོ་བསམ་ན་ཡང་ཕན་ཐོགས་ཆེན་པོ་ཡོད་པ་རེད་འདུག་དངོས་སུ་ཕན་བཏགས་པ་ལ་ད་ཕན་ཡོད་ལོས་ཡོད་དེ་ཡིན་ན་ཡང་ཕན་པར་བསམ་པ་ཙམ་ལ་ཡང་ཕན་ཡོད་ཆེན་པོ་ཡོད་པ་རེད་ད་ལྟ་སྤྱི་འབྱུང་ནང་ལ་ཡང་ཕན་པར་བསམ་པ་ཙམ་གྱིས་ཀྱང་སངས་རྒྱས་ཆོས་ལས་ཆོས་ཕན་ནོ་ཟེར་འདུག་ཕན་པར་བསམ་པ་ཙམ་གྱིས་ཀྱང་ཟེར་འདུག་ངའི་སེམས་ཅན་ཐམས་ཅད་ལ་དཔེར་ན་མགོ་ན་གན་ཡོད་ན་ངས་སྨན་ཅིག་སྦྱིན་པར་བྱའོ།

དེ་ནས་དངོས་སུ་ད་ནི་བྱང་ཆུབ་སེམས་དཔའ་རྣམས་ཀྱི་སེམས་ཅན་གྱི་ཞེན་འཛིན་བསྒྲུབ་ན་ད་ཕན་ཡོན་ལོས་ཡོད་དེ། ཡིན་ན་ཡང་སེམས་ཅན་རྣམས་ལ་ངས་ཕན་པར་ཞིག་བྱས་དགོའོ་བསམ་པའི་གིས་ཀུན་སློང་ཙམ་སྔོན་དུ་སོང་ནས་བསམ་མནོའི་ཆས་སོགས་ད་ག་ཙག་ཅིག་ཡོད་པ་ཡིན་ན་ཡང་ད་ནི་སངས་རྒྱས་རྣམས་ལ་མཆོད་པ་ཕུལ་བ་ལས་ད་ནི་བྱེད་པར་འཕགས་པ་ཡིན་གསུང་བ་རེད། དེ་ནས་དངོས་སུ་ལག་ལེན་བཀལ་ནས་ད་སེམས་ཅན་ཕན་བཏགས་ནས་ད་བཤད་མ་གོ་རོགས་སེམས་ཅན་མ་ལུས་ཐམས་ཅད་ཀྱི་བདེ་དོན་བརྩོན་པར་སྨོས་ཅི་དགོས་ཟེར་ཏེ་བ་འདིར་བ་དང། ཡང་ན་ཕན་པར་བསམ་པ་ཙམ་གྱིས་ཀྱང་སངས་རྒྱས་ཆོས་ལས་ཆད་པ་ཕ་གི་ཡོད་ན་སེམས་ཅན་མ་ལུས་ཐམས་ཅད་ཀྱི་བདེ་དོན་བརྩོན་པ་སྨོས་ཅི་དགོས་སེམས་ཅན་མ་ལུས་ཐམས་ཅད་སྲིད་ལྷ་ཡོད་འདོད་དགྲ་གཉེན་བར་མར་གཅོད་པའི་སེམས་ཅན་ཡོད་དོ་ཅོག་འོ་ད་དེ་རེད་དོ་འོ་དེ་ཡོད་དོ་ཅོག་དེ་ལ་ཡང་དེ་ནས་སེམས་ཅན་ཐམས་ཅད་ལ་ཡང་དེ་ནས་ཅིག་ཕན་བཏགས་ན་དེ་ནས་ཕན་བཏགས་ཀྱི་ཡིན་ཞེས་བྱང་ཆུབ་སེམས་དཔའ་རྣམས་ཀྱིས་དེ་ཁོ་དངོས་སུ་ཁས་བླངས་པ་རེད་ཁས་བླངས་པ་བཞིན་དུ་ལག་ཏུ་ལེན་གྱི་ཡོད་རེད་ད་དེ་ལ་ཕན་ཡོན་ཆེན་པོ་ཡོད་པ་ཤེས་མ་གོ་བ་རེད་གསུངས་འདུག་དེ་འདྲ་ཡིན་དུས་ཕན་བཏགས་པའི་སེམས་བསྐྱང་བ་ཟེར་ཡ་དེ་ཕན་ཐོགས་ཆེན་པོ་ཡོད་པ་རེད། དེ་ལ་དང་པོ་དེ་ག་རེ། རང་གི་ལུས་དང་ལོངས་སྤྱོད་དང་དུས་སམ་བྱེད་དགེ་བ་ཐམས་ཅད་གཞན་གྱི་ཕན་བདེའི་ཐབས་ནི་བསྔོ་ཞིང་བཏང་བའི་སེམས་བསྐྱེད་པའོ། བསྔོ་བྱེད་དང། བསྔོ་བགྲང་བྱེད་ཟེར་བ་དེ་ང་ཚོ་བསྔོ་བགྲང་བྱེད་ཟེར་བ་དེ་དང། དོན་དག་དེའི་བློ་སྦྱོང་གི་ཉམས་ལེན་ནང་ན་དུ་བ། རང་གི་ལུས་ཡང་སེམས་ཅན་གཞན་ལ་སྦྱིན་པ་དང། ལོངས་སྤྱོད་ཡང་སེམས་ཅན་ཐམས་ཅད་ལ་སྦྱིན་པ་དང། དུས་སམ་བྱེད་དགེ་བ་ཐམས་ཅད་ཀྱང་སེམས་ཅན་ཐམས་ཅད་ཀྱི་ཐོག་ནས་བསྔོ་བ་བཏང་བྱ་བ་རེད་དོ། འོ་དེ་ལ་ཡང་དེ་ནི། ད། ཕན་བཏགས་པའི་སེམས་བསྐྱང་བ་ཟེར་བ་དེ་དེ་རེད། དེ་རེད། ལོངས་སྤྱོད་སྦྱིན་པ་བཏང་པའི་སྐབས་སུ་ལ་ཡང། ལྕགས་ལ་རྙིང་པ། བེད་སྤྱོད་མེད་པ་དེ་ཚོ་སྦྱིན་པ་བཏང། ལྕགས་ལ་ཡག་ག་བེད་སྤྱོད་ཡོད་པ་དེ་ཚོ་ང་རང་ཅོག་ཙེ་གང་ལ་ཡག་འགྲིག་ག་མགོ་ནང་ལ་ཕབ་དུས་དེ་ལ་དགོང་ཆ་གསུམ་བཞི་ཅིག་ཡག་རྒྱབ་རེད་འདུག་བ། ཨ་ནི་གོ་ལོག་སྦྱིན་པ་བཏང་ཡང་ས་ག་ཅིག་གོ་ལོག་ལྟས་ཚེ་རྙིང་པ་དྲི་མ་ཁ་དེ་ངན་ཙིག་ཙིག་ལྟས་ཟས་སོང་བ། འོ་དེ་འདྲས་ཀྱི་ཨི་ཧུང་ལྟས་ཚེ་བུག་དེ་ངན། འོ་དེ་འདྲས་ཡོད་ན་ཨ་འདི་གོ་ལོག་དེ་ཡག་པོ་ཞིབ་པོ་བྱོས་ངས་གོན་མ་དྲག་ནས་སྤྲད་ཡིན་ས་ག་ཅིག་སྤྲད་རེད་བ། ཀུན་སློང་ནང་ན་ཏག་དེའི་ལྕགས་ལ་དེ་བཞག་ས་མེད་ནས་མང་དྲག་ནས་དེ་ནས་སྦྱིན་པ་བཏང་ང་རང་ས་ཉིན་དེ་ལས་ཡག་ས་ཅིག་གོན་ནས་འགྲོ་བ། འོ་དེ་འདྲས་རེད་བོ། དེ་ནས་ཟས་ཅིག་སྤྲད་པ་ཡིན་ན་ཡང་ཟས་ཡག་ས་ཞིམ་ས་གོང་ཆེ་ས། འོ་དེ་ནས་སྣུམ་ས། དེ་འདྲ་རེ་དོགས་སྣུམ་ཡོད་ས་བ་དེ་ཚོ་རེ་རང་གིས་ཟ། དེ་ནས་ལྕགས་ཀོ་ཀོ་དང་དེ་ནས་སྐམ་པོ། རུས་པ་དེ་ཚོ་དེ་ལས་དེ་བྱས་ན་ཕར་སྤྲད། འོ་དེ་འདྲ་བྱས་ནས། འོ་དེ་འདྲ་བྱས་ནས་བྱས་པ་ཡིན་ན་ད་དེ་མི་འགྲིག་པ་རེད་དེ་འདྲ་ཡིན་དུས་བཟང་ས་ཡག་ས་སྣུམ་ས་དེ་སེམས་ཅན་བྱས་ན་ཕར་སྤྲད། སྡུག་ས་ངན་ས་རུལ་ས་དེ་སོ་སོ་ཟ། འོ་དེ་འདྲ་བྱས་པ་ན་དེ་བྱ་རྒྱུ་སེམས་པས་ཀྱི་ད་དགེ་བ་ཞིང་དུ་ནི་བསྔོ་བ་དེ་དེ་ཡིས་ཐོག་ནས་ཡོང་གི་ཡོད་པ་རེད། དེ་ཡིས་ད་དེ་དུས་གསུམ་གྱི་དགེ་བ་ཐོབ་ནས་ཕན་བདེ་དུ་ནི་བསྔོ་ཞིང་སེམས་སྐྱེ་བའང་དང་བློ་སྦྱོང་གི་ཉམས་ལ་ཡང་ད་གཏོང་ལེན་གཉིས་ཀྱི་པད་མ་བརྐྱང་ཟེར་ཡག་དེ་དེ་ཡིས་ད་ནས་ཡོང་གི་ཡོད་རེད་བ་སེམས་ཅན་གཞན་གྱི་སྡུག་བསྔལ་དང། དེ་ནས་སྡུག་བསྔལ་གྱི་རྒྱུ་སྡིག་པ་མི་དགེ་བ་འདི་བྱས་པར་སེམས་བྱེད་དེ་རང་གིས་དངོས་སུ་ཡང་གླེང། དེ་ནི་རང་གི་དུས་གསུམ་དུ་བསགས་པའི་དགེ་བའི་རྩ་བ་དང་དེའི་འབྲས་བུ་བདེ་བ་དང་བཅས་པ་མཐོང་བའི་སེམས་ཅན་གཞན་ལ་བག་འབྱིན་པ་དང་ཡང་དེ་འབྲེལ་གྱི་བསྔོ་བགྲང་བྱས་ནས་དང། ཇོ་བོ་བཀའ་ཐམས་པའི་ལུགས་ལ་ཡང། དེ་ནི་སྙིང་རྗེ་གིས་དང་ཉམས་ལེན་སོ་སོར་ཕྲལ་ཏེ་གཏོང་ལེན་གཉིས་ཀྱི་པད་མ་སྦྱངས་ཟིན་ནས་དང་གཏོང་ལེན་གཉིས་ཀྱི་ཐོག་ནས་དེ་ནི་ཉམས་ལེན་གནང་གི་ཡོད་པ་རེད། འོ་དེ་འབྲེལ་གྱི་དང་སེམས་དེ་སྐྱེ་དགོས་བ་རེད་འདུག་ཨ། དེ་སྔོན་ནས་སེམས་བསྐྱེད་པ་ཡིན་ན་དེ་འབྲེལ་གྱི་སེམས་ཅན་གཤིན་རྗེའི་སྡུག་བསྔལ་དང་དུ་ལེན་ཐུབ་པ་ཡིན། ལེན་ནས་དེ་ལ་གོམས་ཤིང་འདྲིས་ན་སྡུག་བསྔལ་དངོས་སུ་ལེན་ཐུབ་ཀྱི་ཡོད་པ་རེད། བླ་མ་འདབ་མ་ར་བྱི་དག་གིས། ཆོས་གསུངས་པའི་སྐབས་སུ་ཕྱི་ལོགས་ལ་ཡང། རྡོ་གཅིག་རྡོ་གཅིག་དག་ཕྱི་ལ་བཞུས་ཡོད་དུས་ཕྱིར་དེ་ཡིད་ལ་ཟུག་གཟེར་མ་བཏང་བར་བྱེད། དེ་ནས་བླ་མ་འདབ་མ་ར་བྱི་དག་ཁྲིད་ནས་མ། ཟགས་ནས། རྩིབ་ལོགས་ལ་ཡང། འབུར་དོད་ནས་དེ་འདྲ་རེད་འདུག་ཟེར་ནས་རྣམ་ཐར་ན་འདུག་ཨང། འོ་ད་ནི་རྫུ་འཕྲུལ་དེ་ག་ལ་སྲིད་ན་གཞན་གྱིས་སྡུག་བསྔལ་དངོས་སུ་རང་གིས་ལེན་ནུས་པ་སེ་ཡ་དེ་ཨ་ནུས་ཅིག་སེམས་བྱང་ཆུབ་ཀྱི་སེམས་ལ་ཡང་གོམས་ཤིང་འདྲིས་གཞན་གྱི་སྡུག་བསྔལ་དེ་ཡང་ཁ་ཡོད་ལག་ཡོད་ཀྱིས་ཅིག་གཞན་ཕན་ད་གཞན་ཕན་གྱི་བློ་བཅོས་མ་མ་ཡིན་པའི་ཐོག་ནས་ཨ་ནུས་ཅིག་བྱམས་སྙིང་རྗེ་དང་བྱང་ཆུབ་སེམས་ཀྱི་སྔོ་གྲང་དེ་གནང་གི་ཡོད་པ་ཡིན་དུས་ད་ནི་ཕྱི་ལ་ལྡོག་ཞུས་ཡོད་དུས་ཕྱི་ལ་ན་བཟའ་མ་བཏང་ནས་བླ་མ་ལ་རྡོ་ན་ཕུལ་ཞུས་པ་ནང་བཞིན་བྱས་ནས་ན་བཟའ་བཏང་ཡོད་དུས་ད་དེའི་འོག་ནས་བྱང་ཆུབ་ཀྱི་སེམས་ལ་བློ་འབྱོངས་པའི་ཚད་འདྲ་བོ་ཅིག་ཡོང་གི་ཡོད་པ་རེད་འདུག་བ། འོ་དེ་འདྲ་ཡོང་གི་ཡོད་པ་རེད། དེ་ནས་རང་གིས་རྒྱུད་བཏགས་པའི་སེམས་བསྐྱང་བ་ནི་རྟག་ཏུ་ཚུལ་ཁྲིམས་ལ་བསྔོ་བ་རང་བྱ་ཞིང་སྡིག་པ་དང་ཉོན་མོངས་པ་ལ་འཛེམ་པར་བྱའོ་སོ། རྟག་སྡིག་པ་ལ་འཛེམ་དགོས་བར་སྡིག་པ་སྲོག་ལ་བབ་ཀྱང་མི་བྱེད་ཟེར་ཡང་བྱེད་དོ་དེ་རེད་ད། སྡིག་པ་འགྲུབ་རྒྱུ་མེད་པ་རེད། ད་དེ་ཚོའི་ཁྲོད་དུ་སྡིག་པ་ཆུང་ཆུང་རེད་བསམ་ནས་བློས་སྡིག་པ་ཆུང་ཆུང་ཅིག་ཡིན་ན་ཡང་དཔེར་ན་མེ་སྟག་ཆུང་ཆུང་ཅིག་ཡིན་ན་ཡང། ཁང་པ་ཆེན་པོ་བསྲེགས་ཐུབ་ཀྱི་འདུག་བ། དེ་འདྲ་བུ་སྡིག་པ་ཆུང་ཆུང་ཅིག་མ་གཏོགས་མ་བྱས་ན་ཡང་དེ་ཡིས་སྟོབས་ཀྱིས་ཨ་ནུ་གཅིག་འཇིག་རྟེན་དང་འཇིག་རྟེན་ལས་འདས་པའི་དགེ་བའི་རྩ་བ་ཐམས་ཅད་འཕྲོག་བརླག་བཏང་ཡང་དང་རང་ཉིད་ཡོད་ཚད་འདི་བཞིན་ཏག་ཏག་ལྷུང་ཡག་གི་ཉེས་པ་ཆེན་པོ་ཡོང་ཐུབ་ཀྱི་ཡོད་པ་རེད་དེ་འདྲ་ཡིན་དུས་རྟག་ཏུ་ཚུལ་ཁྲིམས་ལ་སྔོ་བགྲང་བྱ་སྡིག་པ་དང་ཉོན་མོངས་ཐམས་ཅད་ཡང་འཛེམ་དགོས་བ་རེད། དེ་ནས་སྔགས་པ་ནག་པོས་ཆོས་བཞི་སྤངས་ཤིང་དཀར་པོས་ཆོས་བཞི་བསྟན་པ་ལ་བསླབ་པ། ནག་པོས་ཆོས་བཞི་བསལ་ཏེ། ཆུ་བོའི་ལུས་དང་འགྱུར་མེད་འགྱུར་བ་བཅས་དམ་པར་བསྒོམས་ནས་འགྲོ་ལ་གཡོལ་བྱེད། བླ་མ་ལ་མགོ་སྐོར་བཏང་ཡང་རེད། དང་པོ་དེ། བླ་མ་ལ་མགོ་སྐོར་བཏང་ཡང་རེད་ལ་ཡང་དེ་ནས་ཆུ་བོའི་ལུས། བླ་མ་ལ་མགོ་སྐོར་བཏང། དགེ་རྒན་ལ་མགོ་སྐོར་བཏང། དེ་ནི་དཀོན་མཆོག་གསུམ་ལ་དབུ་མགོར་གཞུག་འོ་དེ་འདྲ་ཟེར་ནས་དེ་བྱས་དང་ལས་དང་པོ་མཆོད་འོས་བླུས། དེ་ནི་འགྱོད་མེད་འགྱོད་པ་སྐྱེས་ཟེར་གཉིས་པ་དེ་འགྱོད་པ་མེད་པ་ལ་འགྱོད་པ་སྐྱེས་བཅུ་བ་རེ་ཞིང་གི་དགེ་བ་བཏང་པ་དང་ཞིང་གི་བསོད་ནམས་ཀྱི་ཚོགས་བསགས་པ་དེ་རེ་བྱུང་ན་ད་ཁྱོད་དེ་འདྲ་དཔེ་ཆ་འཕྲོ་བརླག་བཏང་ནས་གར་བྱེད་ཀྱི་གཡུག་ཞོག་དེའི་ཐད་ནས་མ་འབའ་རྩར་འགྲོ་ནས་ལྕགས་ལག་དེ་འདྲ་ཉོ་ན་ཡག་གི་རེད་ད་དཔེ་ཆ་དེ་འདྲ་འཕྲོ་བརླག་བཏང་ནས་གར་བྱེད་ཀྱི་ཟེར་ལབ་གིན་ཡོད་རེད་བ་འོ་དེ་འདྲ་བོ་འགྱོད་པ་མ་ཡིན་པའི་གནས་ལ་འགྱོད་པ་སྐྱེས་བཅུ་བ་དེ་གཉིས་པ་དེ་བྱས། དེ་ནི་སྐྱེས་བུ་དམ་པ་ལ་བསྐུར་བ་བཏབ་པ། རྟ་གཅིག་པུ་དམ་པ་ལ་བསྐུར་བ་སྟབས་བཟང་གཅིག་པུ་དམ་པ་གང་ན་ཡོད་ཤེས་ཀྱི་མ་རེད་དེ་འདྲ་ཡིན་དུས་དེ་ནས་རང་ཉིད་ཀྱི་དང་མ་རིག་པའི་ལིང་ཏོག་གིས་བསྒྲིབས་ནས་ཨ་ནི་ཅིག། ད་གནས་སྐབས་གནས་སྐབས་ཀྱི་རྐྱེན་ཕྲན་བུ་ཕྲན་བུ་ལ་བརྟེན་ནས་ཨ་ནི་ཅིག་ཁ་བཏང་ཡ་ལ་སོགས་པ་དང་བསྐུར་བ་བཏབ་པ་ལ་སོགས་པ་དེ་འདྲ་བྱས་བྱས་པ་ཡིན་ན་ལས་ནི་ལས་མ་རུང་པ་བསགས་ཀྱི་ཡོད་པ་རེད་ད་དེ་འདྲ་ཡིན་དུས་དམ་པ་བསྐུར་འདོད་ད་ནི་འགྲོ་ལ་གཡོ་སྒྱུ་བསྐྱོད་ཟེར་ན་འགྲོ་བ་སེམས་ཅན་ཐམས་ཅད་ལ་མགོ་སྐོར་བཏང་བ་འོ་དེ་འདྲས་དེ་ནག་པོ་ཆོས་བཞི་སྤངས་ནས་དཀར་པོའི་ཆོས་བཞི་བསྟན་པ་ལ་བསླབ་པ་ཞེས་བྱ་བ་དེ་བྱང་ཆུབ་ཀྱི་སེམས་དེ་མི་སྐྱེ་བའི་ཐབས་ལས་བཤད་ན་བྱང་ཆུབ་ལམ་སྒྲོན་ནས་འདི་ནི་སྐྱེ་བ་བཞིན་དུ་དྲང་དོན་དུ་ཇི་སྐད་བསྐྱོད་པའི་བསླབ་པ་ཡོངས་སུ་སོང་ཞེས་གསུངས་སོ། དྲན་དོན་དུ་བསླབ་པ་གང་ནས་ཤེས་ན། དེ་ཡང་དང་བྱང་ཆུབ་འོད་སྲུང་གི་ཤོད་པའི་མདོ་དང། དེ་ལ་ནག་པོ་ཆོས་བཞི་ནས་ཇི་སྐད་དུ། འོད་སྲུང་བྱང་ཆུབ་སེམས་དཔའ་ཆོས་བཞི་དང་ལྡན་ན་བྱང་ཆུབ་ཀྱི་སེམས་བསྐྱེད་པར་གྱུར་ཅི་གང་འདི་ལྟ་སྟེ་ཞེས་པ་ལ་སོགས་པ་གསུངས་སོ། དེ་དག་གི་དོན་བསྡུ་ན་བླ་མ་དང་ཆོས་པར་འོས་པར་བསླུས་པ་དང་གཅིག་གཞན་འགྱོད་པའི་གནས་མ་ཡིན་པ་ལ་འགྱོད་པ་བསྐྱེད་པ་དང་གཉིས་སེམས་བསྐྱེད་པའི་བྱང་ཆུབ་སེམས་དཔའ་ལ་ཞེ་སྡང་གི་ཚིགས་སུ་བཅད་ནས་སྐུར་བ་བཏགས་པ་དང་གསུམ་སེམས་ཅན་རྣམས་དབུལ་འཇུག་སྐྱོབ་པའོ། ད་དཀར་པོའི་ཆོས་ཞེས་དེ་ལས་བཟློག་སྟེ་དཀར་པོའི་ཆོས་ཞེས་ན་ཇི་སྐད་དུ་འོད་སྲུང་བྱང་ཆུབ་སེམས་དཔའ་ཆོས་ཤེས་ན་འདི་ན་སྐྱེ་བ་ཐམས་ཅད་དུ་སྐྱེ་མ་ཐག་ཏུ་བྱང་ཆུབ་ཀྱི་སེམས་མངོན་དུ་འགྱུར་ཏེ། བྱང་ཆུབ་སྙིང་པོ་ལ་ཐུག་གི་བར་དུ་བར་མ་དོར་ལ་བྱང་ཆུབ་སེམས་སྐྱེ་བར་མི་འགྱུར་རོ། དེ་ལྟ་བུ་ཞིག་གང་ཞེ་ན་ཞེས་པ་ལ་སོགས་པ་གསུངས་སོ་དེ་དག་གི་དོན་བསྡུ་ན། དང་པོ་ཤེས་བཞིན་དུ་སྲོག་གི་ཚོན་ཡང་རྫུན་མིན་ན་ད་རྫུན་ཤེས་རྒྱུ་མེད་པ་རེད། མི་ལ་ཡང་མགོ་བོ་བཏགས་ན་རྫུན་ན་ཟེར་ཡག་སྟེ་མིན་པ་ཅིག་ལ་ཡིན་པར་བཤད་བསྡད་པ་ན་དེ་རྫུན་པར་རོ། འོ་དེ་འདྲ་ཡིན་དུས་སྲོག་གི་ཚོན་ལ་ཡང་རྫུན་མིན་ན་ཟེར་ད་ལྟ་ང་ཚོ་ཁ་སང་མགོ་ལ་ཡང་རྫུན་ཆེན་པོ་དང་རྫུན་ཕྲ་མོ་ཕན་ནོར་མེད་པའི་རྫུན་ཟེར་གསུམ་བཤད་སོང་ང་ད་ཕན་ནུས་མེད་པའི་རྫུན་ཟེར་ཡ་དེ་ཅི་དང་ཆེན་པོ་དང་གང་ཡང་མ་རེད་བ་ཅི་དང། ད། དེ་ནས། འདོད་ཕོར་བ་ནང་འདུག་ཅིག་ཅག་ཅིག་ཇག་གིས་འཐུང་གི་ཡོད་ན་ཁྱོས་ག་རེ་འཐུང་གི་ཡོད་ཟེར་ན་ངས་ཆུ་འཐུང་གི་ཡོད་ཟེར་ལབ་པ་ཡིན་ན་དེ་ལ་ད་ཞེ་དྲག་ད་ཕན་ཐོགས་གང་ཡོད་འཐུང་ཡ་དེ་ཇག་འཐུང་གི་ཡོད་ར་དེ་ཡིན་ན་ཡང་ངས་ཆུ་འཐུང་གི་ཡོད་ཟེར་ལབ་པ་ཡིན་ན་ཕན་ཡོད་ཞེ་དྲག་གང་ཡོད་མ་རེད་དེ་ཡིན་ན་ཡང་རང་གིས་དེའི་ཕྱོགས་ལ་ཡང་སྡིག་པ་ཞིག་བསགས་ཚར་བ་རེད་བ་དེ་ལ་དེ་ནི་དགོས་པ་མི་འདུག་བ་འོ་དེ་འདྲ་བོ་རེད་དོ་སྲོག་གི་ཆེད་ཡང་རྫུན་མིན་ན་རྫུན་ཟེར་ན་རྒྱུ་མེད་པ་དང། དེ་ནས་སེམས་ཅན་ཐམས་ཅད་དགེ་བ་ལ་འགོད་ཅིག་དེ་ཡང་ཐེག་པ་ཆེན་པོའི་དགེ་བ་ལ་འགོད། ད་སེམས་ཅན་གཞན་ཡིན་ཐམས་ཅད་ལ་ཡང་དེ་ནི། མི་དགའ་ས་རེད། སྡིག་པ་མི་དགེ་བའི་ལས་ཀྱིས་ཉེས་པ་ཐམས་ཅད་བཤད། དགེ་བའི་ལས་ཀྱིས་ཡོན་ཏན་ཐམས་ཅད་བཤད། དེ་ནི་མི་དགེ་བ་ལས་ལྡོག་དགེ་བ་ལ་ཡང་བསླབ་དགོས་བ་དང། རེད་འདུག་ཨང། ཕ་ཆོག་པོ་ན་ཕ་རོལ་པོ་སེམས་ཅན་གཅིག་གི་ཡང་ལས་ངན་པ་ཅིག་བསགས་ནས་ཨ་ནེ་ཀྱི་སྲོག་གཅོད་པའི་གི་ལས་འདྲ་པོ་ཅིག་བྱེད་ཀྱི་ཡོད་ན་ན་དེ་ཡིས་སྲོག་གཅོད་པའི་ལས་ལས་ལྡོག་པའི་ཐབས་བྱས་ནས་དེ་འདྲའི་མ་བྱས་ཟེར་ད་སྲོག་བཅད་པ་ཡིན་ན་ཉེས་པ་ཡོད་པའི་ཚུལ་དེ་ཚོ་བཤད་དེ་འདྲ་ཡིན་དུས་དེ་ཁོ་རང་ལས་ནག་པོ་བསགས་པ་དེ་ལས་ལྡོག་ནས་དཀར་པོ་དགེ་བའི་ལས་ལ་ཡང་དགོས་པའི་གི་ཐབས་བྱེད་དགོས་ཀྱི་ཡོད་བ་རེད་འོ་དེ་འདྲ་ཡིན་དུས། གཉིས་པ་དེ་བྱས། སེམས་བསྐྱེད་པའི་བྱང་ཆུབ་སེམས་དཔའ་ལ་སྟོན་པ་སངས་རྒྱས་ཀྱི་འདུ་ཤེས་དེ་ཡིན་ཡང་ཕྱོགས་བཅུ་རྒྱལ་བ་སྲས་བྱང་ཆུབ་སེམས་དཔའ་གར་དང་སྨན་ར་མ་དང་བྱང་ཆུབ་སེམས་དཔའ་གྱི་བསྟོད་གྲྭ་གཏོད་དགོས་བ་རེད་ད་སངས་རྒྱས་དངོས་ཀྱི་འདུ་ཤེས་བསྐྱེད་ནས་དེ་ཡིན་ཡོད་ནས་ཕྱོགས་ཐམས་ཅད་དུ་བསྒྲགས་པར་བྱེད་དགོས་བ་རེད། དེ་ནས་སེམས་ཅན་ཐམས་ཅད་ལ་གཡོ་སྒྱུ་མ་ཡིན་པར་ལྷག་པའི་བསམ་པས་གནས་པར་བྱའོ་ཨོ་ས་ད་ཕན་ཞིག་བཏགས་པ་ཡིན་ན་ཡང་དེ་ཕན་བཏགས་ཡག་དེ་དངོས་གནས་དྲང་ནས་ལྷག་བསམ་རྣམ་དག་གི་ཐོག་ནས་ཕན་བཏགས་དགོས་བ་རེད་དེ་མ་གཏོགས་ཕར་བལྟས་ན་ཕན་བཏགས་པ་ཡོད་པའི་བཟོ་འདྲ་བྱེད་ཡིན་ན་ཡང་ཞོར་དེ་ལ་ང་རང་གི་ཁེབས་བཟང་གི་དམིགས་ཡུལ་ཅིག་ཡིན་བཞག་ནས་ཕན་བཏགས་ན་དེ་ནི་མི་འགྲིགས་བ་ཡིན་པ་རེད་དེ་ལ་ལྷག་བསམ་ཟེར་གི་མ་རེད་བ་ལྷག་བསམ་ཟེར་ཡག་དེ་རང་གི་རེ་བ་སྤུ་ཙམ་མེད་པ། རང་ལ་ཚུལ་ཕན་བཏགས་ཡོང་བསམ་པའི་རེ་བ་སྤུ་རྩེ་ཙམ་ཡང་མེད་པར་སེམས་བསམ་པ་སྙིང་ཐག་པ་ནས་བྱས་ནས་ལན་དང་རྣམ་སྨིན་ལ་རེ་བ་མེད་པར་དོན་འགྲུབ་ཡོད་དེ་ལྷག་པའི་བསམ་པ་ཟེར་གྱི་ཡོད་རེད་འོ་དེ་རེད། དེ་ལ་ནག་པོ་ཆོས་དང་པོ་དེ་དོན་བཤད་ན་བླ་མ་དང་མཁན་པོ་དང་སློབ་དཔོན་དང་སྦྱིན་གནས་ལ་སོགས་པ་ཆོས་བརྒྱུད་དག་ལ་བསླུ་སེམས་ཀྱི་རྫུན་ལས་དང་མགོ་བསྐོར་ན་དེ་དག་གིས་ཚོར་རུང་མ་ཚོར་རུང་བརྗེད་རུང་མ་བརྗེད་རུང་ཁམས་ཆེ་རུང་ཆུང་རུང་མགོ་འཁོར་རུང་མ་འཁོར་རུང་ཐུན་ཚོད་ལེན་དེ་ན་གཉེན་པོ་མ་ལེན་ན་བྱང་སེམས་འཆོར་རོ། བྱང་ཆུབ་སེམས་དཔའ་རྣམས་མགོ་བསྐོར་བཏང་ཡོད་འདུག་བྱང་ཆུབ་སེམས་དཔའ་ཁོ་རང་མགོ་བསྐོར་བཏང་གི་ཡོད་པ་ཧ་གོ་ན་ཡང་འདྲ་འདུག། མ་གོ་ན་ཧཧཧ་མ་གོ་ན་ཡང་འདྲ་འདུག་ཚོར་ན་ཡང་འདྲ་མ་ཚོར་ན་འདྲ་སོ་སོའི་གཉེན་པོ་དེ་བསྟེན་མ་ཐུབ་ན་བྱང་ཆུབ་ཀྱི་སེམས་ཤོར་བ་ཡིན་གསུང་བ་རེད། དེའི་གཉེན་པོ་ལ་དཀར་པོའི་ཆོས་དང་པོ་དང་ཤེས་བཞིན་དུ་སྲོག་གི་ཆེན་ཡང་རྫུན་མི་སྣང་བ་དང་གནས་པར་བྱའོ། ནག་པོའི་ཆོས་གཉིས་པ་དེ་ཤེས་ནའམ། དེ་ནི་གཞན་དག་གིས་དགེ་བའི་ལས་བྱས་པ་ལ་འགྱོད་པ་སྐྱེད་དུ་གཞུག་པའི་བསམ་པས་འགྱོད་པ་སྐྱེད་པ་དེ་ཁོ་འགྱོད་པ་སྐྱེད་རུང་མ་སྐྱེད་རུང་ཐུན་ཚོད་ཀྱི་ནང་ངོས་སུ་གཉེན་པོའི་མ་ལོན་ན་བྱང་སེམས་འཆོར་རོ། འོ་ད་དེ་ལས་གཞན་ལ་དག་བརྗོད་པ་མ་ཡིན་པའི་གནས་ལ་འགྱོད་པ་སྐྱེས་བཅུག་ཡིན་དུས་ཁོ་དངོས་ནས་དངོས་སུ་འགྱོད་པ་སྐྱེས་ནའང་མ་སྐྱེས་རུང་ཚུར་ཚུར་གྱི་ནང་ལ་རང་གི་སྙིང་པོ་བསྟན་མ་ཐུབ་ན་བྱང་སེམས་འཆོར་བ་ཡིན་གསུང་བ་རེད། དེའི་སྙིང་པོ་ལ་དཀར་པོའི་ཆོས་གཉིས་པ་དང་སེམས་ཅན་ཐམས་ཅད་དགེ་བ་ལ་འགོད་དེའི་ནང་ནས་ཀྱང་ཐ་ན་ཐེག་པ་ཆེན་པོའི་དགེ་བ་ལ་འགོད་པར་བྱའོ། ནག་པོའི་ཆོས་གསུམ་པ་དེ་ཤེས་ན་སེམས་བསྐྱེད་པའི་གང་ཟག་ཞིག་ལ་ཞེ་སྡང་བའི་དེ་ཡི་སྐྱོན་བསྐྱེད་པ་སྟེ་དེ་ཡང་ཐ་མ་ལུས་སྐྱོན་ནས་ཡོད་ཀྱང་རུང་ཆོས་ཀྱི་སྐྱོན་ནས་ཡོད་ཀྱང་རུང་ངོར་ཡང་རུང་ལྐོག་ཏུ་ཡང་རུང་མིག་གཅིག་ཕྱེ་ཀྱང་རུང་མ་ཕྱེ་ཀྱང་རུང། འཇམ་པོས་ཀྱང་རུང་རྩུབ་པོས་ཀྱང་རུང། ཐོས་ཀྱང་རུང་མ་ཐོས་ཀྱང་རུང། དགའ་ཡང་རུང་མ་དགའ་ཡང་རུང་སྟེ། ཐུན་ཚོད་ཅིག་ན་འོངས་སོ་སྙིང་པོའི་མ་ལས་ན་བྱང་སེམས་འཆོར་རོ། དེ་ཡི་གཉེན་པོ་ལ་དཀར་པོའི་ཆོས་གསུངས་པ་སེམས་བསྐྱེད་པའི་བྱང་ཆུབ་སེམས་དཔའ་ལ་སངས་རྒྱས་དངོས་ཀྱི་འདུ་ཤེས་བསྐྱེད་ཅིང་དེ་ཡི་ཡོན་ཏན་ཕྱོགས་བཅུ་ལ་བསྒྲགས་ནས་བརྗོད་པ་དེ་རྣམས་འབད་པར་བྱའོ། ནག་པོའི་ཆོས་བཞི་པ་དེ་ཤེས་ན་སེམས་ཅན་གང་ཡང་རུང་བ་ལ་གཡོ་སྒྱུའི་བསམ་པས་ཟོག་ཟོག་ཅིག་བྱེད་པ་ཟོག་ཟོག་ཟེར་ན་མགོ་སྐོར་དང་ཡང་ལས་ཀར་བྱེད་པ་སྟེ། དེས་ཁོ་འཚོལ་རུང་མ་འཚོལ་རུང་ཁོ་ལ་གནོད་རུང་མ་གནོད་རུང་ཐུན་ཚོད་ཅིག་ན་འོངས་སོ་སྙིང་པོའི་མ་ལས་ན་བྱང་སེམས་འཆོར་བའོ། དེའི་གཉེན་པོ་ལ་དཀར་པོའི་ཆོས་ཞེས་པ་སེམས་ཅན་ལ་ལྷག་པའི་བསམ་པས་གནས་པར་བྱ་བ་ཞེས་པ་རང་དོན་ལ་མ་འཁྲིལ་བར་ཟད་མ་འཁྲིལ་ཟད་རང་དོན་ལ་འཁྲིལ་བ་མེད་པ་ཞེན་པ་མེད་པ། མ་ཞེན་པའང་མ་ཆགས་པར་གཞན་ཁོ་ན་ལ་ཕན་གདག་གོ་བསམ་པས་ཀྱང་ཕན་གདག་པར་འདོད་པའི་བསམ་པ་དེ་ཁོ་ནས་བྱའོ།